བླ་མ་དང་གྱོན་པ་འཇིག་རྟེན་འཇམ་པའི་དབྱངས་གཉིས་སུ་མེད་པ་ལ་ཕྱག་འཚལ་ལོ་མཆོད་དུ་ཆབ་སྲུ་ཁྱེའུ་བྱིན་གྱིས་བརླབས་པར་མཛད་དུ་གསོལ་ཟེར་ལྟར་སྐབས་སུ་བབས་པ། ཀུན་མཁྱེན་རིན་པོ་ཆེས་མེ་ཕུང་པདྨ་དཀར་པོ་གིས་མཛད་པའི་ཆོས་རྒྱུན་བསྟན་པའི་པདྨ་རྒྱལ་བཅས་པདྨ་རྒྱལ་བའི་ཉིན་བྱེད་ཤེས་པའི་ནང་གསལ། དག། ཐེག་ཆེན་གྱི་བསྟན་པ་ཇི་ལྟར་དར་ཡོད་ཀྱི་ཚུལ་ནང་ལུང་བསྟན་ནང་ལམ་པ་འཛམ་གླིང་མཛེས་པའི་གིས་ཐེག་མཁན་དྲུག་ཆོས་གཉིས་གསལ་གདབ་མ་པ་སྤྱི་དང་གི་ཐ་སྙད་གནས་པས་བྱ་བའི་ཚུལ་བཅས་བསྡུ་དབྱིངས་རོལ་མངའ་ཆེ། སྐྱོན་མཁན་རིན་པོ་ཆེའི་ནང་དེ་གཟུང་བས་ཀྱི་ཐ་སྙད་མ་བྱ་བས་རྟགས་སྣང་བ། དེ་ལྟར་གང་ལྟར་ཡང་འཛམ་གླིང་མཛེས་པས་ཀྱི་རྒྱན་མཆོག་ཏུ་གྱུར་པ་དེ་དག་ཐམས་ཅད་ཀྱི་རྣམ་ཐར་ཤེས་བས་ཀྱི་ནང་གསལ་ལུགས་དག། སློབ་དཔོན་དབྱིན་ཉིད་ཀྱི་རྣམ་ཐར་བཤད་ཚར་བའི་བའི་ལྟར་སློབ་དཔོན་དབྱིན་ཉིད་ལུགས་སློབ་མ་རང་ལས་མཁས་པ་བཞི་ཡོད་ཡོད་ཟེར། ད་གནའ་ལུགས་མཁས་པ་འདི་ཚུགས་ཀྱི་ཨ་སི་སི་ཞིག་ཚུད་མ་འདྲ་བོ་འདུག་ལ། ང་ཚོའི་ཀུན་མཁྱེན་རིན་པོ་ཆེ་ཀྱི་བེ་རོ་ཡིས་རང་ལས་མཁས་པ་ཟེར། ད་དབྱིན་ཉིད་ཁོ་རང་ལས་མཁས་པ། ད་ཨ་མའི་གསུང་འདི་མེད་ད་ལ་ལི་གཅིག་གིས་བེ་བ་ཅན་དབྱིན་ཉིད་ཁོ་རང་ལས་མཁས་པ་འདི་འདི་ལྟའི་ག་ཡི་མི་ཡིན་ཟེར། དབྱིན་ཉིད་སངས་རྒྱས་གཉིས་པ་བྲག་ལ་འདུས་ཟེར་བའི་དེ་ད་ཁོ་ལས་མཁས་པ་མེད་པ། ད་སྟོན་པ་བཅོམ་ལྡན་འདས་ལ་སོགས་པ་བྱོན་ཚེ་བཞི་སུ་ལུ་ཏེ་དང་འཁོར་ལོའི་ཁྱད་པར་མེད་པ། མི་ནི་འདི་ཀྱི། ཏེ་འཁོར་ལོ་སངས་རྒྱས་གཉིས་པ་ཞེས་པའི་ཀྱི་ཚེ་མཐོ་ཐུབ་ཡིན། འཁོར་གྱི་རླུང་མ། ཏེ་དང། བཞི་སྟེ་རང་ལས་ཁྱད་པར་མེད་པ་རང་ལ་མཁས་པ། དཔེར་ན་ལུས། ཏེ་ང་ཚ། སྨྱོན་པ། ཤེས་ཕྱིན། འདུལ་བ་ཚད་མ་བཞི་ཡིན་པ། དང་ནི་བཞི་སྟེ་ལུས། ཏེ་ལས་ཏེ་རླུང་མ་ཁོང་བཞི་སྟེ། དཔེར་ན་ལུས། ཏེ་ང་ཚ་སློབ་དཔོན། བློ་གྲོས་བརྟན་པ་གསུམ་བྱེད་པའི་འོག་ཅིང་སྨྱོན་པ་ཁོ་ར་ལུ་མཁས་པ། དེ་ལས། སློབ་དཔོན་མཆོག་གི་གླང་པོ་གསུམ་བྱེད་པའི་འོག་ཅིང་དེ་ལས། ཁ་ཆེ་ལོ་ཚད་མ་ཁོ་ར་ལུ་མཁས་པ་བས་ཨིནས། བདག་ནི་མཁས་པ་གྱི་རྗེས་སུས་ཏེ་ཁ་གཉིས་ཏེ་ཕྱིས་ལྟས་པའི་ཡོལ་བུས་ཀྱི་ནང་ལས་ལྟ་ང་ཅི་ད་དུ་སྐྱོན་མཁན་རུ་མོ་ཆེ་ཁོ་ར་གི་བའི་འོག་ཅིང་ཏེ་སློབ་དཔོན་ཆེན་པོ་དེ་ལ་སློབ་མའི་ཆུ་བོ་བཞི་ཡོལ་བུས་སྨྱོན་པ་རང་ལས་མཁས་པ་བློ་གྲོས་བརྟན་པ་ནི་ཚེ་དུ་བ་མོ།

ད་ཨ་ནེའི་བུ་དང་ལུག་དེ་རེ་ད་ལུག་མ་ལས་ཤ་ཡོད་བིག་ན་ལས་དེ་ལུག་མ་ཕྱུག་ཐུ་བཅུ་བ་བཞི་ཡོད་ཟེར་ལུག་མ་ཕྱུག་ཐུ་བཅུ་བ་བཞི་ཡོད་བིག་གིས་དེ་ལས་ད་དེ་ན་ལུག་གཞུང་ཆེན་པོ་སྨྱོན་པ་ཡིན་མེད་ཤི་ཆེན་ཡིན་མེད་དེ་མཚན་མ་མེད་འདུལ་བ་མེད་ཨ་ནེ་བཞི་ཡིག་ན་ལས་དེ་སྨྱོན་པ་རང་ལུག་རང་ལས་དེ་སློབ་དཔོན་ཁོ་རང་ལས་མཁས་པ་དེ་ལས་སློབ་དཔོན་བློ་གྲོས་བརྟན་པ་ཡིན་ཟེར་ད་ཨ་ནེ་སློབ་དཔོན་བློ་གྲོས་བརྟན་པ་ཟེར་བས་འདི་གིས་ད་ང་ཚོ་ར་འཁྲུངས་རབས་དང་འཁོར་ཡུག་གི། ཀྱིས་སྲིད་གསུམ་སྤྱི་དཔལ་བ་ཅིན། ཏེ་ཁ་རི་བི་དུ་སོ་བ་ཅིན། སློབ་དཔོན་ཨིན་ཉི། བྷ་ག་བི་ཧ་ར་ཞེས་བྱ་བ་ན་འབྲུ་མར་གྱི་ཟངས་རྐང་ཡི་ནང་ན་བཞུགས་ཏེ། འབུམ་སྡེ་གུ་གུ། ཞལ་རིང་དུ་མཛེས་པ། རྒྱུན་དུ་ཉིན་པའི་ཕུག་རོན་ཤུལ་ཡོད་པར་ཚེ་འཕོས་ནས། མཐའ་འཁོབ། སྦྲ་མ་ཞེས་བྱ་བ་ར་མ་རི་གི་བུ་རུ་ཀྱིས། ཀྱིས་མ་ཐག་ང་ཡི་སློབ་དཔོན་གང་ན་བཞུགས་ཞེས་དྲི་བས། ཏཱ་ནི། སྨྱོན་པ་རང་ལས་མཁས་པ་སློབ་དཔོན་བློ་གྲོས་བརྟན་པ་དེས།

ཉིན་འདི་དུས་བོད་ཀྱི་བུ་ཕྲུག་བཅུ་ཡོད་པའི་ཡིད་ཆེས་མེད་ཀླུ་དཔོན་ཞེས་ཀླུ་དཔོན་ཡང་ནི་གཞུང་ལུགས་སྤུན་བདུན་དགུ་བཅུ་གོ་དགུ་སྟེ་ཞལ་དུས་རྣམས་དང་དང་ནི་བུ་ཕྲུག་དེ་དེ་སྐབས་ཀྱི་ལས་དེ་ཁོ་ཤི་བའི་བའི་ཚེ་ཕུལ་དུ་བགྱི་བས་དེ་ལྟར་མི་དགེའི་ཆོས་ཉེས་མེད་ཀྱི་བྱིན་རླབས་ལས་བསྟན་དུ་བགྱིས་པས་དེ་ལས་ཚེ་འཕོས་མ་ཐག་ཏུ་དེ་མཐའ་འཁོབ་སྦྲ་མ་སའི་འཇའ་གར་གྱི་གཡུལ་མེད་ལ་འཇའ་གར་གྱི་གཡུལ་གྱི་ན་ལས་མཐའ་འཁོབ་སྦྲ་མ་སའི་མིག་ན་ལུ་སྟེ་ང་ཆ་རིགས་ཀྱི་ན་ལས་དམངས་རིགས་སེ་ང་ཆ་སྤྱིར་བཏང་གི་རིགས་གཅོད་པ་མོ་དང་ནི་དེ་དང་དམངས་རིགས་ཀྱི་བུ་ལུ་སྐྱིད་དེ་གྱིས་པས་དེ་ལས། བུ་ལུ་སྐྱིད་བུ་ཆིག་སྟེ་ཁྲང་ཁྲ་ར། དེ་ཨ་ལུ་དེ་གྱིས་ཁྲི་ཁྲི་འོ་ཡིན་ཡིན་ཟེར་མོ་ཨོ་ཡིན་ལུས་པའི་གང་ཐེ་ཞུས་ག་ཟེར། དེ་ཕ་མ་གཉིས་ཀྱིས་ཨོ་ཡ་ཁྱོད་ཀྱིས་ལུས་པའི་གང་མོ་ཟེར་ཁྲུ་ད་ལུ་ཁྱོད་ཀྱིས་ལུས་པའི་སུ་ཡིན་བྱས་པས། དེ་ཁོ་ཡིས་ཡིན་ལུས་པའི་ཨི་ཡིན་ཨི་ཡིན་ལ་ལབ་མོད། ཨ་ལུ་ཏིག། ཨི་ཉི་ཡིན་ཟེར། དེ་ལས་དེ་ཨི་ཉི་ཟེར་མི་དེ་ཡང་ཡུལ་ཨུ་ལུ་མས་ཁོང་ཀི་སི་ཏི་མཐའ་འཁོབ་རྣམས་མས་དེ་མཐའ་འཁོབ་རྣམས་མ་ལི་སུ་ཀི་ཏི་སུ་མི་ཤེས་པ་དེ་མོ་ཤི་ཏཱ་ནི་མི་བུ་ཏཱ་ལུ་དེ་དེ་ལས་དེ་ཨ་ཨ་པ་ཏི་ཀི་དེ་ཡང་ཡུལ་ཨུ་ལུ་འཇོ་མི་ཀི་མི་དེ་སུ་ཚོང་པ་དེ་སུ་ལུ་བ་ཡི་ད་ཏུ་ཡང་རྗ་ག་གི་ཡུལ་ཨུ་ལུ་དེ་ལུ་ཧི་ཨི་ཉི་ཡིན་ཟེར་མི་བུ་ཅི་བྱུང་ཡོད་བྲེད་མོ་ཟེར།

སློབ་དཔོན་ཨིན་ཡིག་གི་ཞབས་སཱ་ལུ་ཀའི་ལུགས། དཔལ་སློབ་དཔོན་ཨིན་ཡིག་གི་ཞབས་སཱ་ལུ་ཀའི་དཔེ་བས་དེ་ལས་དེ་སློབ་དཔོན་གྱི་དེ་ཆུང་ཁུག་ཅིག་ལས་སློབ་དཔོན་གྱི་སྒོ་ཁ། སློབ་དཔོན་གྱི་བློ་འཁྲུགས་པའི་སྒོ་ལ་དེ་སློབ་དཔོན་ཨིན་ཡིག་གི་ཡིག་ཁུག་ཀ་ཁ་ག་ང་ལ་དགུ་ཚུགས་ཏེ་སློབ་དཔོན་གྱི་དཔེ་མཐོན་མིན་ཡིན་ཞེས་མ་པ་ལ་རྣམ་གསུམ་སྐྱེ་བ་བཟང་པོ་ཆེན་པོའི་མོ་ཤི་ལ། སློབ་དཔོན་ཨིན་ཡིག་གི་ཡིག་གི་ཕྱི་མོ། སློབ་བ་ནས་བཟུང་སྟེ།

གང་བུའི་ཕུའི་ཕུ་ལ། ཟ་སྙམ་ནས། འགའ་ཞིག་ཕུའི་སྦྲིད་བྱུང་ཡང་ཡང་ཕུའི་སྦྲིད་ཟེར་ད། ཨེ་མ་ཆུ་འགོ་སྤྱི་བོའི་བཞུགས་སྟངས་ཚར་བཅད་ནས་སེམས། ང་ཚེ་ར་ཨ་ནི་ནང་ཚེ་བརྟེན་ས་མི་ཆོས་བ་མོ་ཨ་ནི་ཨི་མུག་ནི་མེད། ད་ཨ་ནི་བག་བེ་བེ་དེ་མ་ན་རིན་འདྲ་ལུ། དེ་སྒྲོན་མི་གི། བརྟེན་བཅོས་བི་སེ་མི་ད་རྡོ་ཡི་སྐུ་ཨི་མུག། ད་ཨ་ནི་གི་སྐུ་འདི་ལུ། གསུང་བེ་བེ་དེ་དག་མ། འགྲོན་ལུ་ཕུའི་བེ་ཤི་ན་དེ་ང་ར་ཟ་གོ་བེ་ནོ། བདག་ནི་སེམས་འདི་གོང་མཐོ་རིས་རིས་བས་ལྡབ་བར་དུ་སྔོ། དེ་སྟོན་བས་པས་དེ་ཕུལ་ཡང་རྗེ་བཙུན་སྒྲོལ་མ་གིས་ཆག་ལུ་ཕུག་དང་དེ་སེམས་བས་ནི་འདི་གི་འདུན་མ་ཐུབ་པ། དེ་ལ་མ་བོ་མཐོ་རིས་འོང། བརྟ་རུ་ཡང་ཕུལ་བརྟ་རུ་མ་བྲིས་འོང། བའི་བརྟ་རྗེ་བཙུན་འཕགས་མ་གིས་མ་བཞེས་པ། ང་ཟ་མི་ཐུབ་ནོ་དེ་ག་དེ་བས་བརྟས་ཡང་སེམས་ཟས་སེ་ཕུལ་བས་དེ་སེམས་འདི་མ་བོ་མཐོ་རིས་འོང་འོང་འོང་འོང་འདི་གི་བས། དེ་ལས་ཨ་ལུ་བེ་རི་རིགས་ཀྱི་དངོས་འདབ་ཀྱི་ཡིན་ཕྱིན་ད་རི་ཕག་མོ་ཀྱི་ཡིན་གྱི་སེམས་འདི་མི་བྱེད་པས། དེ་དངོས་འདབ་ད་ལུ་ད་ཨ་ན་ལུ་དེ་རྗེ་བཙུན་ཕག་མོ་སྒྲོལ་མ་ཀྱི་ཞེས་དངོས་སུ་བསྟན་འདི་གི་བས། ཆུ་སྔོན་མོ་གོ་ཟེ་ངོ་མི་གུས་ངས་ཁྱོད་ལ་བྱིན་གྱིས་བརླབས་ཀྱིས་ཁྱིམ་དུ་སོང་གསུངས་ཏེ་དེ་ནས་མཁན་རབས་ཐོགས་མེད་དུ་གྱུར་བཟང་ལས་རྗེ་བཙུན་སྒྲོལ་མས་ཀྱི་བསྟན་འདི་ལས་བསྟན་འདི་ད་ཨ་ནི་བསྟན་འདི་གི་ཀུན་འདུས་ལུ་ད་འཁོར་བ་དད་པ་གི་བས་མོ་ཏས་སེམས་ཡ་ཕུ་སེམས་འདི་མ་བོ་དུ་རི་ངོམ་ད་ལུ་ཏས་ད་ག་དད་པས་ཕུ་རུ་སྡོད་མ་ཐུབ་བ་ངོམ་ད་ལུ་ཏས་ངུ

སློབ་དཔོན་བློ་གྲོས་བརྟན་པ་དེ་གྱིས་ད་ཀུན་ཡོན་གྱི་འོག་ཏུ་དྭངས་མ་བྱིན་ཏེ་དེ་ལ་སྐྱོན་ཞུགས་བརྩིས་པ་ལ་སོགས་པའི་མདོ་དོན་དུ་མ་ཐུགས་ལ་མངའ་ཞིང་ཕྱི་མའི་འཁོར་དེ་ལྟར་སངས་རྒྱས་ཀྱི་མདོ་དེ་མདོ་དེ་སྐྱོན་ཞུགས་བརྩིས་པ་ལ་སོགས་པ་ཆ་མཉམ་ཐུགས་ཐུགས་ལ་ཡོད་པའི་གྱི་ཁ་ལོ་སྟེ་ལྷག་པར་དུ་སྨྱོན་པ་ལོ་ཁད་པ་བས་ནི་དེ་གྱིས་དེ་ལས་སྨྱོན་པ་ཚུལ་གྱིས་བསྒྲལ་བས་འཁོར་གྱི་རྫས་དེ་གྱིས་པའི་དེ་བས་ཡུས་སེ་ད།

Lindra Bodhi ཞེས་ཨ་ནི་དེ་སུ་ཏའི་བླ་མ་བླ་རྒྱུད་དེ་དེ་སློབ་དཔོན་བློ་གྲོས་བསྟན་པ་ལ་མང་བའི་བ་ཅང་ནི་བའི་དབྱིན་ཡིན་ཞེས་སྨྲས། ད་ཨ་ནི་ཀྱིས་ད་སྨྱོན་པ་རང་ལས་མཁས་པ་སློབ་དཔོན་བློ་གྲོས་བསྟན་པ་ཀྱིས་དེ་རྣམས་ཐ་མདོར་བསྡུས། ད་དེ་ལས་སློབ་དཔོན་དབྱིན་ཡིག་གི་གླུ་མ་ཆུ་བོ་བཞི་ཡི་ནང་ནས་ཚད་མ་རང་ལས་མཁས་པ་དཔལ་ལྡན་མཆོག་གི་གླང་པོ་སེམས་མི་དེ་མེད། དཔལ་ལྡན་མཆོག་གི་གླང་པོ་སེམས་མི་དེ་འཁོར་བ་རིས་དེའི་བྲམ་ཟེ་ཡིན་ཞེས་ཧེ་མ་ཏི་ལའི་ནག་ཕྱིར་གྱི་ནང་དཔལ་གྱི་བསྟན་པ་གླུ་བཞུགས་པའི་སྐབས་ལུགས་དེ་སྔ་ཕྱི་རྒྱ་གར་ན་ལུགས་དེ་ལས་འདས། ཉན་ཐོས་ཀྱི། གྲུབ་མཐའ་རྣམ་པ་བཞི། བདེ་བ་རྣམ་པ་བཞི། སྟེ་ཡོངས་གྲགས་ཆེ་ཤོས་དུ་ཁོང་ཡོད་མེད་པ་ལ་གནས་ཏེ་འདས་པ། ཕལ་ཆེར་འདས་པ། བཞི་ཐམས་ཅད་ཡོད་མ་སྨྲ་བ། གནས་མ་བུ་འདས་པ་ཟེར། དང་ནི། གནས་མ་བུ་གྱི་འདས་པའི་གྱི་ཁྱིམ་པོ། གྱི་དབང་པོ། ཟེར་བས་འདི་ལས་ཏེ་རབ་ཏུ་བྱུང་ཆུབ་མིན་ཞེས་སྨྲས། པས་འདི་ཕྱོགས་ཀྱི་ལམ་པོ་སྟེ། དེ་ལས། ཧ་ན་ལུག་ཏེ་རབ་ཏུ་བྱུང་སྨྲས་པས་ཏེ་སྒྲ་ལ་སོགས་པའི་གྱི་མཐའ་གཉིས་ཀྱི་གཙུག་ལག་ལ་ལེ་བར་སྦྱངས། ད་ང་ཚོ་ལ་ཐ་སྙད་ཀྱི་གཙུག་ལག་སྒྲ་རིག་པ་བཟོ་བཟོ་རིག་པ་གསོ་བ་རིག་པ་རྟགས་ནི་འདི་སུ་དེ་རྗེས་སུ་ཀླུ་ལེགས་པར་སྦྱངས་འདས་ཀྱི་བས་ཏེ་མཁན་པོ་ཀླུ་རྟ་སྔགས་སྒོམ་ཁྱབ་བཀོད་པའི་ཟས་སྤོང་བ་བསམ་གཏན་གྱི་འདམ་ངར་ཞུགས་ནའང་ཚེ་ཞུགས་བདག་ལུ་དེ་མཁན་པོ་གྱིས་དེ་ལྟར་ང་ཚོ་ར་ཏི་གནས་མ་ཕུར་གྱི་འདོད་པ་སེམས་མི་འདི་གང་ཟག་གི་བདག་རྒྱུད་དུ་མེད་པའི་བདག་ཁས་ལེའུ་མ་བར་དབུ་མ་འཇུག་པ་ན་ལོའི་ཁ་ཆེ་དེ་ཉིད་གཞན་གྱི་རྟགས་མི་རྟག་ལ་སོགས་རྒྱུད་མི་གང་ཟག་རྫས་ཡོད་དུས་དེ་ལས་རྣམ་ཤེས་དྲུག་གིས་ཤེས་བྱ་ལ་དེ་འདོད་ཅིང་དེ་ནི་ངར་འཛིན་ཅིང་ཡང་འདོད་པ་ཡིན་ཟེར་སྙམ། གང་གི་གསུང་དུ་འཛུམ་པའི་དེ་ནི་ཉན་ཐོས་ཀྱི་རྣ་ལས་གནས་མ་བུ་འདོད་པ་དེ་ལྟ་བ་ཚེ་གཅིག་གང་ཟག་གི་བདག་འཛིན། དེ་ཁོ། ཁ་ཆེ་ལོ། དཔེར་ན་མུ་ཏིག་པ་ཟུང་གཅིག་ཟུང་གཅིག་པའི་ཡགས་སུ་འདུག་པ་དང་གང་ཟག་གི་བདག་ཟེར་མི་དེ་དེ་ཡུལ། དེའི་ག་ཆུད་མ་སོགས་བ་ཅིན་དེ་བརྗོད་དུ་མིན། བཅོས་ཐུབ་མི་ཕོད་ཀྱི་བདག་ཟེར་བའི་ནི་ཁས་ལེན་མིན། བདག་ནི་གནས་མ་ཕུག་གི་འབྲས་བུའི་གི་གྲུབ་མཐའ་བརྟག་ཐུབ་པས་དེ་ལས་འདས་འཁོར་རིགས་ཀྱི་སློབ་དཔོན་གྱིས་བདག་ཆོས་བསྒོམ་བྱ་བསྒོ་བ་ཅན་ཏེ་ཕུང་པོ་ལས་དེ་ཉིད་དང་གཞན་ཉིད་དུ་བརྗོད་ཐུབ་མི་བས་བདག་བསྒོམ་ཟེར་གསུངས་སོ་སྙམ་མོད། ཕུང་པོ་ལས་དེ་ཉིད་དང་གཞན་ཉིད་ཟེར་བ་ཅན་བདག་དེ་ཕུང་པོ་དང་ངོ་བོ་གཅིག་པ་ཡང་མ་ཡིན། གཞན་ཉིད་ཟེར་བ་ཅན་ངོ་བོ་ཐ་དད་མ་ཡིན་པ་བདག་ནི་གི་བདག་དེ་བསྒོམ་ཟེར་བདག་ནི་བས་གསུམ་དང་ལོ། དེ་ལས་འདས་ཨ་ནི་བདག་དེ་དེ་ལྟ། དེ་ཉིད་དང་གཞན་ཉིད། བརྗོད་དུ་མེད་པའི་བདག་དེ་བསྒོམ་དུ་ལ་དེ་བདག་དེ་མ་ཐོབ་པ། དེ་བདག་མ་རྙེད་པ། དེ་ཕྱི་ནང་གི་སྒྲིབ་སམ་སྙམ་ནས་ཆུ་བོ་བཞི་རེ་མ་མེད་ཅིག་བ་ཡི་དྭགས་དང་ག་ལེ་བའི་ལྕགས་རུ་བདག་དེ་ཚོད་མེད་ཐོབ་པས་ནོ། དེ་དག། ཡང་ང་ཕྱིར་གྱི་སྣང་བ་གྱི་སྒྲིབ་བྲལ་ནོ། དེ་ལས་དེ་ཆུ་བོ་བཞི་ལུས་དང་མ་མེད་བཞི། སྐར་མེད་བཞི་སྟེ། དེ་འཁོར་དྲུག་གི་གཟུགས་ཀ་ཡི་རྒྱལ་མོ་བས།

དེ་ནཱ་ལེནྡྲ་ལུགས་བྱོན་པས་བས་ཏེ་ཨ་ནཱ་ལུགས་དེ་སློབ་དཔོན་ཨིན་ཉིད་ཀྱི་ཞབས་ས་ལ་བསྟན། དེ་སློབ་དཔོན་ཨིན་ཉིད་ལ་དེ་ཐེག་པ་གསུམ་ལ་སོགས་པའི་ལུགས་མཁས་པ་སྦྱངས་ཏེ་གི་བས་ཨིན་ཉིད་ལ་བསྟེན་ནས་ཐེག་པ་གསུམ་ལ་མཁས་པར་སྦྱངས་ཟེར་དུ་འོང་ངོ། ཁྱད་པར་རྣམ་རིག་པའི་གྲུབ་མཐའ་དང་ཚད་མ་ལ་མཁས་པ་ཁྱད་པར་ང་ཚའི་རྣམ་རིག་སེམས་ཙམ་པའི་གི་གྲུབ་མཐའ་དང་དེ་ལས་ཚད་མ་ལུགས་རྣམ་རིག་ཙམ་པའི་མཁས་པ་འཐད་དེ་གི་བས་དེ་ལས་དེ་རིགས་སྟོན་བྱེད་ཐོར་བུ་བརྒྱ་རྩ་བརྒྱད་ཅེས་ཨ་ནཱ་ལུགས་དེ་ལྟར་འཁོར་བ་ཨིན་ཉིད་ཀྱི་ཞབས་སར་བཞུགས་པ་ལ

རྒྱ་གར་ན་ལས་དག་པའི་ཡུལ་ལུགས་བྱོན་ས་ལོ་བྱོན། དེ་ལས་དགོངས་པ་རྫོགས་ས་ཤི་ན་ལས། རི་བོ་བི་ཇེ་གི་ངོས་སུ་ཟེར། དེ་རི་བོ་བི་ཇེ་ཟེར་མི་འདི་མ་རྒྱ་གར་ལྷོ་ཆུང་ཡིན་ལ། རིའི་རྒྱལ་པོ་བི་ཇེ་ཟེར་ཡུལ་མི་ན། རིའི་རྒྱལ་པོ། ག་ཅི་ན། ཀྱི་གནས་སྟེང་བྱང་ཆུ་སྣ་ལོ་ཡོད་པ་མོ། དེ་རི་བོ་བི་ཇེ་ཟེར་མི་འདིའི། ད། ཕྱི་ནང་གི་རྒྱ་གར་རྣམས་ལ་རི་བོང་ཤོ་ཆེ་བའི་ཚིག་བ་ཡོད་མ་རེད་རི་བོ་བི་ཅེ་ཟེར་བས་དེ། དེ་ད་ལྟར་དེ་གི་ལོ་རྒྱུས་བྱ་ཡག་གི་དེ་མུ་མཐུད་པའི་རི་ཆེན་གྱི་གཏམ་རྒྱུད་རྣམས་ལས་ཐོན་མིན་པས་གང་ལྟར་ཡང། ད་ཨ་ནི་རི་བོ་བི་ཅེ་ཟེར་མི་དེ་དེ་རྒྱ་གར་ལྷོ་ཕྱོགས་ལ་ཡོད་པའི་ལོ་རྒྱུས་བས་འདུག་དེ་རི་བོ་བི་ཅེ་གི་ངོས་སུ་ཨ་ན་ལོ་དུས་བཞུགས་འདུག་གི་བས་དེ་ལས།

དེ་ལ་ན་བ་ནི་མདོག་ན་དེ། ད་ཨ་ནི་གི་བས། དེ་ལ་དེ། ཡ་བྱ་ཀུ་ཀུ་ལ་བ། དེ་ཨ་ནི་མདོག་ན་དེ་ཨ་ནེ་བའི་མདོག་ཡུ་གུ་ཡུ་གུ་དྲུག་དང་མདོག་ན་དེ་གི་ཡུ་གུ་མཐུན་ཐུབ་པ་དེ། ཨ་ནི་མདོག་ན་གི་བས། དེ་ལ་ཡ། ཁོ་རེ་གི་ཡུག་སི་གི་བྱ་ཕུ་དུ་ཡུ་གུ་ལ་བ་དྲི་ཞེས་སམ། མཚན་མ་གྱུར་པ་འགྲོ་ལ་འཕེན་བཞིན་པ་སྟོན་པ་འདི་བཞི་བཅོ་ལ་ཆ་ཚེ་སྟེ། མཚན་མ་འགྲུབ་ཕྱིར་རང་གི་གཞུང་རྒྱུན་ལས་བཏུས་དོན་སྣ་ཚོགས་མཐོང་རྣམས་འདིར་ཅི་བྱ། ཁོ་ར་ཡ་ནི། མཚན་མ་ཀུན་ལས་བཏུས་པའི་གི་ད། ད་ཚེ་མ་ཚེ་རེ་ཨ་ཚེ་རེ་བོད་མི་ལས་ཨ་ཤ་མེ་མ་བཞིན་དང་གཅིག་ཏུ་བསྡུས་ཏེ་བགྱིས་པས་དེ་ཕྱིའི་རྫོགས་ནི་བས་དཱ་ནི་གུ་ལོ་བ་ཆོས་སྤྱོད་དང་བརྩམས་པ་ཐམས་ཅད་དེ་ལྟ། ང་ཚེ་ར་ཚེ་མ་འཕྱུར་བ་འགྲོ་ལ་ཕན་བཞེད་པ། སྟོན་པ་སྡེ་བཞི་སྤྱོབ་ལ་ཕྱག་འཚལ་ཏེ་ཟེར་མི་འདི་གིས་ང་ཚེ་ར་ཚེ་མ་རྣམ་འདྲེན་དང་བས་གོ་ལའི་ལེའུ་གཉིས་པ་དེ་ཆ་སྙོམས་ར་ཨ་ནི་གི་འགྲེལ་པ་བས་དུང་དཱ་ནི་བས་འོ་ད་ལུ་དེ་ཚེ་མ་ཀུན་བཏུས་ཟེར་ལབ་ཡིན་དཱ་ནི་ཚེ་མ་ཀུན་བཏུས་དུས་མ་བརྩམས་པའི་ཧེ་མ་ཡིན་མོད་དེ་ཚེ་མ་ཀུན་རང་གིས་ཚེ་མ་ཀུན་ལས་བཏུས་པའི་གིས་ཚེ་མ་ཀུན་བཏུས་དུས་མ་བརྩམས་པའི་ཧེ་མ་ཆོས་སྤྱོད་པས

དེ་ལྟར་ལམ་སྟོན་པའི་སྟོན་པ་བླ་ན་མེད་པ། བདེ་བར་གཤེགས་པ། དེ་སངས་རྒྱས་བཅོམ་ལྡན་འདས་ཡིན། ད་ནི་སྟོན་པ་བདེ་གཤེགས་བཅུ་བླུག་ཕྱག་འཚལ་བཞི་ན། དེ་ན་བླ་མ་སྔགས་ཀྱི་མཚན་མ་སྒྲུབ་བྱེད་རང་གི་གཞུང་རྒྱུད་ལས་སའི་ཧེ་མ་ཨ་ལས། དེ་ལྟར་བྲི་བྱེད་བྱ་བའི་གེགས་རང་གི་ཚད་མེད་ཀྱི་གཞུང་དུ་བཙུན་ན་ལས་བཏུས་ཤེས་ན་བས་སྣ་ཚོགས་མཐོང་ལམ་འདི་ཅི་བྱ་སེ་ད་དུ་དེ་ན་ལུགས་མཚན་མ་བརྒྱ་རྩ་བརྒྱད་པོ་དེ་གཅིག་ཏུ་བསྡུས་སྙིང་པོ་བཅུའི་དྲིལ་དེ་གྱིས་པས་དེ་གཅིག་པའི་བཟོ་ནི་ཡིན་སེམས་ཡང་ན་བས་ཙམ་ན་ནམ་མོ་བརྟགས་པ་སྟོན་བཅོས་མཚན་མ་ཀུན་བསྡུས་ཏེ་བརྩམས་པའི་གི་ཐོག་མ་ཡིན།

སྒྲུང་གི་སྒྲ་གྲངས་ནི། ད་ཨ་ནི་གཟུགས་མེད་ཀྱི་རྟགས་ལས་ཤ་ཆུང་ས་གཡོ་ནི་ལ་སོགས་པ་ཆུང་ཡིན་པས་དེ་ང་ཆ་ཡི་གཟུགས་དཔག་མ་སོགས་ཐལ། དེ་ག་ཅི་སྲིད་མི་འདི་ན་སེ་སྔོན་ཤུལ་གྱི་རྟ་བོ་དང་ལུག་དེ་ཡི་མཐུ་རུ་ཤེས་ནས་དེ་ལ་དེ་ལྟ་བུ་འབྱུང་བ་ཅི་ཡིན་བལྟས་པས་སེ་བ་ཡི་ད་དེ་ནང་པའི་གི་བསྟན་པ། དེ་སྔར་ད་མ་འགྲོགས་པའི་དག་ཤེས་འགལ་ནས་ཀྱི་རྟགས་ཅི་ཡིན་པས་སེ་ད་དེ་ག་ཅི་སྲིད་མི་འདི་ཡིན་ན་སེ་དེ་ལྟ་བུ་དང་ལུག་དེ་ནས་དེ་ལས་སྟོན་ཆོས་ཆེན་པོ་ཞིག་བྱུང་སྟེ་ང་དེ་རྣམས་ལ་གནོད་པར་ཤེས་ནས་སེ། ཨེ་མ། དེ་ལས་དེའང་ནི་གྱིས་ཏེ་ཇི་ལྟར་གྱི་སློབ་དཔོན་ཕྱུགས་ཀྱི་གླང་པོ་འཁོར་རོ། དེ་སློབ་དཔོན་ཕྱུགས་ཀྱི་གླང་པོ་གྱིས་པས་དེ་ལས་དེ་ང་ཅི་ར། སྟོན་མཆོད། གཞན་དང་མ་འདྲ་ཡི་དྭགས་སྟོན་མཆོད་མཆོག་ཏུ་གྱུར་པ་ཅི་ཙམ་ཁོ་གྱིས་བརྩམས་ཤེ་ན་དེ་ཡི་སྟོན་མཆོད་དེ་གྱིས་པས་དེ་ཁོ་གྱིས་བརྩམས་པའི་སྟོན་མཆོད་དེ་གྱིས་པས་ང་དེ་གྱིས་མོ་དེ་གྱིས་སྟོན་པ་ལ་སྣོད་ནི་ཡིན་པས་སེམས་མི་བྱེད་དེའང་ནི་བས་ཧ་གོ་ནུས་པ་རེད་དེའང་ནི་བས་ཧ་གོ་བོ་བས་པས་དེ་སློབ་དཔོན་བསོད་སྙོམས་ལ་ཤེས་པའི་ཤུལ་དུ་ཕྱིན་ཏེ་བསུབས་སོ། དེ་ལས།

དེ་ལས་ཚགས་གཉིས་བྲིས། ད་རུ་ཀླུ་བོད་ཀྱི་ལོ་དེ་ག་ཡིན་པའི་དྲིས་བཞག་ད་རུ་ཀླུ་བོའི་བསོད་སྙོམས་ཀླུ་ཆུ་མདའ་ལུ། ད་རུ་སའི་ནང་སེམས། དེ་ཚགས་གསུམ་ཚེག་བ་ལོས་མིན་དེ་ལས་ཀླུ་བོད་ཀྱི་དྭངས་མ་ལ་ཡར་ལངས་པ་འཁོར་རིགས་ཀྱི་ཆོས་ཀྱི་ག་ཡིན་མིན་གྱི་དྲིས། དྲིས་ཕྱིན་ན་རང་ཉིད་ཀྱི་མཇུག་ལས་དེ། མཇུག་ཏུ་ལུ། དྲི་དྲུག་མེད་སྔགས་ཀྱི་དྲིས་བོད་ཀྱི་ཚིགས་སུ་བཅད་པ་བསུ་བ་ཡིན་ན་བསུ་བ་སུ་ཡིན་ཞུ་བ་ཨེ་ད་སྔགས་ཀྱི་ཨ་ད་ར་ནོ་ཡི་དྲིས་བྱབ་ད་ལུ་དེ་དེ་གསུམ་མི་བྱེད་དུ་དེ་དེ་ག་མོ། དེ་ག་མོ། ད་ཆའི་ག་དོན་སྤྱི་བོའི་རྒྱུད་རོལ་པའི་ཚུལ་བརྟགས་ཏེ་གྱི་བེ་བ་ཅན་དེ་མ་བསྲུབས་སེ་མེད། ཀུན་རིག་དང་སྐྱེ་ཁ་ཆེ་ཐུ་ཡིན་ན། རྒྱུད་བ་ཆེན་པོ་ཡོད་པས་མ་བསྲུབས་ཅིས། ཆའི་ཚུལ་བརྟགས་རྒྱུད་རོལ་པའི་དེ་ཡང་ན་བའི་བེ་བ་ཅན་མ་བསྲུབས་མ་རེད་དེ་རྣམ་གསུམ་པའི་དོན་དང་པོ་མི་ཡོད་ཡོད། ག་དོན་སྤྱི་བའི་སྔགས་ཀྱི་དེ་ལུགས། ད་དྲི་མེད་དེ་ལུགས་ཕྲག་དོག་གིས་དབང་གིས་པའི་ཨི་མ་ཅན། དེ་ལས། དེ་ཆའི་གི་སུ་སུ་བ་གི་རྣམ་མི་མཐོང་སེ་ན་ཡིན་གྱི་ལུགས་ལུགས་ཡོད་པའི་གི་ཡོན་ཏན་ཡིན་པས་སེ་མ། ཕྲག་དོག་གིས་དབང་གིས་ཡིན་ན།

སྟག་ཧེ་མ་ཟུམ་ར་ཆུང་སྟེ་ས་ཡོ་ནི་ཨ་ནི་ལ་སོགས་པ་དང་ཧེ་མ་ཟུམ་ར་ཆུང་དར་མུ་ཏི་བ་དེ་གི་བ་ཡི་ག་ལེ་བི་ན་སེ་ད་ཨ་བི་ན་ཁོ་གི་ཨ་ནི་ཁྲི་དུ་འོང་སེ་ཏེ་ཚུ་ད་རུ་ཡི་གུ་དི་ཏེ་སེ་བ་འོང་མེ་ཁྲ་ཁུ་ཡི་གུ་ལ་བ་ཡི་གུ་དི་ཏེ་སེ་བ་འོང་ད་ལུ་དི་ན་ལུ་དེ་ད་ཚེ་དེན་ལ་འཁྲུལ་ལམ་ཉམས་ན་ལུའི་སྣང་བ་གི་ཞེས་བརྩེ་བར་བྱ་བ་འོང་སེ་ཁྲི་ཡ་ན་བ་མོ་ད་ཚེ་ད་དེན་ལུ་ནོར་འཁྲུལ་ཡོ་བ་ཅིན་དེ་ལས་དེ་མ་སུ་བ་ཤི་ན་དེ་ད་ངི་སུ་བི་ནོང་བ་ཐོན་དེ་རྩོད་ཀྱི། བདག་ནི་ཡུ་གུ་དེ་མཐོང་ཤེས་ན། དེ་ལས་དེ་དེ་དག་དེ་ཡུ་གུ་དེ་མ་ཟད་པ་དེ་དེ་ན་ལུ་དེ་ལུས་པའི་གུ་དེ་དུ་མེད་དེ། ཁོ་བོ་འདི་དག་ཅི་ལྟ་ཡིན་ན་ནོ། དེ་ལས་དེ་ཨ་ན་ལུ་དེ་ལུ་མུ་ཏིག་ཐུགས་ཀྱི་ནག་པོ་དེ་ཨ་ན་གུ་དེ་དུ་ལུ་དེ་ལས་སློབ་དཔོན་བསོད་སྙོམས་འཁོར་བ་དང་ཕྲད་ནས། བསྟན་པ་དགེ་འདུ་ཚུལ་དེ་རྩོད་པའི་མུ་ཏིག་ཕམ་སྟེ།

དེ་ལས་རྣམ་ལྔའི་སྤྲི་དཀར་སེར་ནག་ཕྱི་ར་སློབ་དཔོན་ཆོས་ཀྱི་ཆོས་ཀྱི་གྲགས་པ་སེར་མོ་འདི་ལོ་ཤུ་ཤུའི་ཆོས་ཀྱི་གླང་པོ་གྱི་སློབ་མའི་སློབ་མ་ཡི་མང་བོ་ལས་ཐོན་འོངས་ལ། ཧང་གི་སློབ་དཔོན་ཆོས་ཀྱི་གྲགས་པ་གྱིས་དེ་ཚད་མ་ཁྱོད་དུས་ཀྱི་དགོངས་འགྲེལ་གཟུངས་བྱེད་པའི་རྒྱལ་བ་རྣམས་ཏེ། འབྲིང་པོ་རྣམ་ལྔའི་བསྡུས་པ་རི་ཐིག་སེ་གཙོ་བོ་དེ་ལུས་བརྟགས་པའི་སྟོན་ཆོས་གསུམ་མཛད་དུ་ཡོད་པ། ད་ནི་ཚད་མ་རྣམ་འགྲེལ་རྣམ་ལྔའི་གྱི་དེ་སྤྲི་དཀར་ནག་ལུགས་སློབ་དཔོན་ཆོས་ཀྱི་གྲགས་པ་ག་ལེར་གསུང་དུས་ཡུལ་སོ་བ་ཅིང་འཁོར་བ་ལ་ཡིད་འཇུག་ནས་སེམས་ཅན་གྱི་དོན་ལས་གཞན་དུ་ཆུག་སྟེ་སྤྱི་བོར་གྲོལ་བར་འདོད་པས་སྐད་ཅིག་དེ་ཉིད་ལ་འཕགས་པ་འཇམ་དཔལ་བྱོན་ནས་ལྟ། ཨ་ན་ལུ་ཏའི་མུ་ཏིག་བར་གྱི་སྟེ་ལྕགས་ལ་ཀྭའི་ཚིལ་འཁོར་བའི་ཚིལ་ཚ་ཚ་བོ་ཤུར་དང། དེ་ལས་དེ་ཨ་ན་ལས་ཏེ་པའོ་དང་བསྲེས་ཏེ་འཁོར་བ་ལ་ཐུགས་ངེས་པར་འབྱུང་སྟེ་བགྱིས་པས་དང་སེམས་ཅན་དང་བསྟན་པ་དང་སེམས་ཅན་གྱི་དོན་དཔལ་ནི་འདི་བཞག་གོ་བས་དེ་བ་དེ་རང་ཅི་ཡི་བས་དེ་དག། ཉན་ཐོས་གསུམ་པའི་དེ་ལྟར་གྲོལ་བ་ཕྱིན་ལས་གཞན་ངོ་ནི་མེད། ཞེས་དེ་རང་དོན་ཡིད་བྱེད་ཀྱི་ལྟར་བློ། དེ་བཞིན་ཕྱིན་བྱང་ཆུབ་ཀྱི་སེམས་མིན་པ། དང་ནི་སྐྱེས་བུ་ཀྱི་དེ་དུས་སྐྱེ་འཆི་མ་མཆིས་ལུས་བརྟས་འཇིག་རྟེན་འཕགས་པ་འཇམ་དཔལ་ཡང་དེ་བདུན་གྱི་ནམ་མཁའ་ལུས་བྱོན་འདི་གྱིས་པས་དེ་དག། ཞལ་གཟིགས་འདི་གྱིས་པས་གསུང་གསུམ་ཡིན་ཞེས་སྨྲས། སྐྱེས་བུ་ངན་པ་དང་རྗེས་སུ་མཐུན་པའི་སེམས་ལྔའི་བཞིན་གྱི་དབང་དུ་ཆུག་སྟེ་ད་ཆོས་རྒྱལ་དེ་སྐྱེས་བུ་ངན་པ་མུ་སྟེགས་པ་གྱིས་ད་ཅོག་ར་ཐེབས་པས་དེ་དག་སེམས་ལྔའི་ཧེ་མ་གྱི་སེམས་ལྷ་ཕུད་ཀྱི་སེམས་འདི་མིན་པ་དག། བསྟན་པ་གྱི་དོན་བེའུ་ཤས་ནི་བདག་རང་བྱམས་ཀྱིས་དེ་དག་གྲོལ་ཡུལ་གྱི་ལམ་དོན་དུ་མྱོང་བ་ཅིག་བྲལ་བས་ཞེས་དེ་བས་མ་བས་སེམས་བ་མོ་སེམས་ལྔའི་བཞིན་དུ་གཞན་གྱི་དབང་དུ་བྱོས་ཏེ། སེམས་ཡུལ་བཞིན་དུ་ཅིའི་ཕྱིར་བཏང་སྙོམས་སུ་བྱེད་ཅེས་གསུངས་པ་སང་ཟིན་དང་གཞན་ཕན་ལྷག་བསམ་གྱི་སེམས་བྱང་ཆུབ་ཀྱི་སེམས་འདི་ཆོས་ལུགས་ཡུལ་ནི་ཡུལ་ཡུལ་བཞིན་དུ་ཅིའི་ཕྱིར། ད་བེན་བསྟན་པ་གྱི་དོན་འདི་བཞག་གོ་བས་ཞེས་ག་ཅི་བས་བཏང་སྙོམས་པའི་བེའུ་མོ་ཞེས་བསྟན་ཏེ། ཏེ། རྗེ་བཙུན་འཇམ་པའི་དབྱངས་ཀྱིས་དད་པའི་གསུང་དང་ལོ་ཏའི་གླུས་བོད་ཀྱི་མ་ལག་ཞུ་བཞུགས་མའི་ལན་དུ། ཀླུ་དཔོན། བཅོམ་ལྡན་འདས་ཁོ་ཡི་བཟོད་པ་བཀའ་ཡི་སྡུག་བསྔལ་དུ་མ་དང་ལྡན་པས་བསྟེན་པར་མི་ནུས་ལ། སེམས་ཅན་དམ་པ་མ་ཡིན་པའི་སྐྱེ་བོ་ལ་འགའ་ཡང་གཡོ་བ་བྱེད་ད་ནི་ལ་ལས་ཅི་བགྱི་བར་བྱིན། ཀླུ་དཔོན། རྗེ་བཙུན་འཇམ་པའི་དབྱངས་ཀྱི་ཞལ་གཟིགས་པའི་སྐབས་ལོ།

དུ་མ་དང་ལྡན་པས་བསྟན་པར་མི་ནུས་ལ། ཟད་ད་དེ་ང་ཅག་བྱང་ཆུབ་ཀྱི་སྤྱོད་པ་འདི་སྤྱད་གོ་སྒྲོག་ཅུ་པའི་བ་ཅི་ནི་ཚེའུ་ནུས་མེད་དུས་ད་དེ་ད་བཟོད་པར་དཀའ་ཡུལ། སྡུག་བསྔལ་མང་པོ་ཅི་དང་དུ་ལེན་གོ་བས་ད་དེ་ལ་ཁ་དུ། སེམས་ཅན་དམ་པ་མ་ཡིན་པའི་སྐྱེ་བོ་ལ་དགའི་གཡོ་བ་སྤྱོད་ཅིང་ང་ཅག་སེམས་རང་བས་སྡུད་པའི་ས་བཅད་རོལ། དམ་པ་མ་ཡིན་པའི་ལས་སྡུག་བསྔལ་དུ་ཆོས་འདི་གི་བས་ད་ཨ་ནི་ལོ་དགའ་ནི་འདི་གི་དེ་དག་གཡོ་བར་སྤྱོད་ཅིང་སེམས་གཞན་དག་བཞིན་དུ་འཇུག་ཏུ་གྱུར་པའི་ཐེག་པའི་རྒྱུ་ཡིན་པས། ཁྱེད་མཐོང་ཡང་བདག་རྗེ་བཙུན་འཇམ་དཔལ་ཡང་ཆོས་ཀྱི་ཞལ་མཇལ་བདེ་བའི་ས་ཆེན་རུ། བདག་ལ་བྱིན་གྱིས་མ་བརླབས་ན་དེ་ལ་ཅི་ཞིག་བགྱིས། ད་ཆོས་བདག་བོད་ཀྱི་ཞལ་མཇལ་བདེ་བའི་ས་ཆེན་རུ་ང་ལོ་བྱིན་གྱིས་མ་བརླབས་པ་བྱིན། དེ་དག་ལྷ་བོད་ཀྱི་ལྷ་རྗེ་འདི་དོན་དག་མིན་ནོ། ཡུལ་གཟུངས་ཆུ་བོའི་ཞོ་ཞུ་འོ་ནི་མེད། དང་ལེན་པའི་རྗེ་བཙུན་འཇམ་དཔལ་ཡང་ལོ་ཨ་ནེ་པའི་ཞོ་དང་ལོ་དེ་ཡན་ལག་མ་རྗེ་བཙུན་འཇམ་དཔལ་ཡང་གི་ལུས་བོད་ཀྱི་ལེན་པས་ལེན་དུ་བུ། ཇི་སྲིད་ས་མ་ཐོབ་ཀྱི་བར་དུ་ཁྱོད་ཀྱིས་དགེ་བཤེས་ཉིད་ང་ཉིད་དོ་ཞེས་གསུངས་ནས་མི་སྣང་བས་ད་ནི་ལས་འདི་ལྟ་ཅི་སྟེ་འཇམ་དབྱངས་ཀྱིས་ད་ཁྱོད་སེམས་མ་ཞུམ་ཚེ་ཐེག་ཆེན་གྱི་སེམས་ཀྱིས་མ་བཏང། ད་ཁྱོད་དེ་གང་ཁོ་ས་མ་ཐོབ་བར་དུ་བསྔོས། ས་མ་ཐོབ་ཀྱི་བར་དུ་ལུས་དེ་ཁྱོད་ཀྱི་དགེ་བཤེས་ཉིད་འདི་སྔགས་ཀྱི་སྦས་འོང་ཚེ་དེ་ང་ཅག་ས་མ་ཐོབ་ཀྱི་བར་དུ་ལུས་དེ་བསྒོ་བས་བ་མོ་དེ་ད་བདག་ཅག་ཚེ་རབས་ཐམས་ཅད་དུ་ག་ཕྱི་ལོག་སྡིག་སེལ་བྱེ་བ་ལྷག་གི་ཨ་ན་ལོ་ཡབ་བ་དང་བྲལ་ལོ། རབ་ཏུ་བྱུང། བསམ་མ་ཐོག་གི་བར་དུ་ལུས་སྦྱིན་འཇམ་དབྱངས་ཀྱི་དགྱེས་བཞིན་ཉིན་མཛད་ཁོ་པའི་ཞུགས་དུས་ཡོད་པ་མོ་ཨ་ནི་བཟུང་བས་ར་ད་ཆོས། བསམ་མ་ཐོག་གི་བར་དུ་ལོ། དེ་ལ་ཆོས་ཀྱི་དགྱེས་བཞིན་ནི་ང་ཡིན་ཡིན་ཚེ་གསུངས་པས་པས་དེ་རྗེ་བཙུན་འཇམ་དཔལ་ཡང་ཡས། ད་བང་ན་ལོ་མི་སྣང་བ། དེ་ཡས་སུ་འདུག་པ་དེ། ད་ཨ་ན་ལོ་བས་དེ་ནས། དེའི་མཚན་མ། རྡོ་སྐྱོན་ལས་བཏུས་བརྩམས་ཏེ། མཁས་པའི་བྲག་ར་འགྲིམས་པའི། ཚེའི་གླིང་ནས་ཕས་ཀྱི་མ་ཐོག་ལ། ད་ཨ་ན་ལོ་ཁོ།

དེ་ལྟར་ལུང་འདི་དེ་ཚ་ཆུ་བྱི་སི་ཏྭ་སྟེ་གང་བྱ་ག་ན་ལུགས་ཏེ་མཚན་མ་ཀུན་བཏུས་ཀྱི་ཕྲིན་ལུང་ཡོད་མིན་ཏེ་བི་རི་མཁན་པོ་ཞིང་ཞག་དཀྱིལ་འཁོར་དབང་ཕྱུག་ལྕམ་ཕྱི་ར་ཡིན་མིན་ལ་སྔར་ལྟ་བ་ཅི་ནི་ད་རེས་ཀླུ་བི་གཡང་ལོ་སྐུ་སྤྲུལ་འཆི་མེད་དང། དེ་ལས་ཀླུ་བི་གཙུག་ལག་ཀླུ་བི་སྒྲུབ། ཀླུ་བི་བསམ་དོན་ལ་སོགས་པ་ཁོང་ཞུ་ཞུགས་གསུམ་བཅུ་ཡོད་ལ་ང་བསྟན་བསྟན་མིན་ནོ། ང་ཆ་མ་བཀྲ་ཤིས་ལྗོངས་བི་རི་འདི་གི་རོ་ཡ་དེ་དེ་དཔེ་ཆ་སྣང་མེད་ཁ་ཐུག་ལུགས་དེ་གཞུང་བ་སུ་བི་སུ་ཚུལ་བཅུ་ཡོད་ལ། ད་ནི་མཚན་མ་ཀུན་བཏུས་འདི་སྟེ་ཧེ་མ་ཡ།

དག་ཐིག་དད་པས་བཞག་བློ་གཞུག། དང་ནི་མཚན་མ་སྐྱོན་བདུད་ཀྱི་སྟེ་ང་ཅི་ར། བརྩམས་འདི་གྱིས་པས་དེ་ལས་འདས་མ། ང་ཅིར་གྱིས་མཁས་པའི་གྱི་དྲན་ས་དུས་སུ་ནོར་ལོ་ང་ཅི་བོད་ཀྱི་དཔེ་ཆ་བཀྲམ་སྤེལ་བོད་ད་ལོ། དང་ནི་དཔེ་ཆ་བཀྲམ་སྤེལ་བོད་ད་ལོ་མང་ཤོས་གཅིག་གིས་དེ་ཧ་མ་གོ། དེ་ལ་ལི་གཅིག་གིས་ཨ་སེ་རི་གོ་དོ་འུ་ནི་མེད། ལྟོ་བ་རྒས་ཀྱང་ཁྲག་ལྟོ་གིས་དབུང་གིས་ཕྱིན། ད་རྒྱ་གར་ན་ལོ་ཨ་ནེ་བོད་ཡོད་དུ་མེད་ད་སྟོན་ཆོས་འདི་བརྩམས། བཀྲམ་པའི་བེ་ག་ལས། དེ་ལས་དེ། ལ་ལི་གཅིག་གིས་བེ་བ་ཕྱིན། དེ་རྒྱལ་པོ་ལོ་གནང་བ་ཞུ། དེ་རྒྱལ་པོ་གིས་བེ་དེ། དེ་བཀྲམ་ལི་གིས་གནང་བ་ཐོབ་ཕྱིན་ཨ་ནེ་བཀྲམ་ད་ལོ། ག་དེམ་ཅི་བེ་ཨ་ནེ་སྟོན་ཆོས་འདི་གནའ་མི་ས་མི་ཚད་དང་མཐུན་པ། དེ་དེ་ན་ལོ་ཡུལ་མི་གིས་མཁས་པ་ད་ལྷག་པར་དུ་ན་ལེནྡྲ་ཡིས་མཁས་པ་དང། དེ་ད་བི་ཀྲ་མ་ཤི་ལའི་གཙུག་ལག་ཁང་གིས་མཁས་པ་ཟེར་མོད། ད་ཨ་ནེ་འདི་སུ་གིས་ཕྱག་འཇོག་བེ་གོ་བ་བ། ཨང་སུ་གིས་ཕྱག་འཇོག་བེ་ད་བ་ཕྱིན། དང་ནི། མཁས་པའི་དཀྱིལ་འཁོར་ས་ལུ་མངའ་གསོལ་ཡིད་བཞིན་མ་བབས་འཁོར་ཁྲི་ལྕགས་བརྒྱད་བུ་གའི་གཏེར་ཆེན་བསྟོད་བསྡུས་པའི། ག་དམ་སྤྱི་བའི། དང་ནི་སྟོན་མཆོད་འདི་ལྟར་ཚུལ་དང་མ་མཐུན་པ། དེའི་བཟུང་བས་དོན་མེད་དོན་ནོར་ལ་སོགས་པའི་སྟོན་མཆོད་པའི་ཡར་གསུངས་སྒྲོགས་བྱེད་པའི་བར་གྱིས་ནི། དེ་ལ་ནི། དེ་ལས་དེ་མི་ཉན་པ། དེ་མཁས་པའི་གྲགས་པ་མེད་པས་ལྷག་པར་དུ་ཁོང་གི་བརྩམས་པའི་སྟོན་མཆོད་འདི་སུ་རོ་ཕྱི་དགུ་མཇུག་མ་དགུ་བཏགས་ཤེ་ན

སྟོན། ག་ཕྱི་ལོ་མུ་ཏིག་དུས་སོའི་ལས་ཤ་ཚ་ར་ཆེ་ཆེ་འོ་ནི་མེ་ད་ནི་ང་ཚ་ར། སློབ་དཔོན་ཆོས་ཀྱི་གྲགས་པ་གིས་མཛད་པའི་གི་མཚན་མོ་རྣམ་ངེས་ན་ལོ་ག་དེ་བས་གསུངས་འདི་འདུག་ཟེར་བ་ཅན། གང་ལ་འཕགས་པ་ཉིད་ཀྱིས་རྗེས་བཟུང་དེ་ཉིད་དཔལ་ལྡན་དྲི་མེད་བློ་མངའ་སྟེ་སེམས་མེད་དེ་ད་ང་ཚ་ར་སློབ་དཔོན་མཆོག་གིས་གླང་པོ་མེད་དཔལ་ལྡན་དྲི་མེད་ཀྱི་བློ་མངའ་བ། རྗེ་བཙུན་འཇམ་པའི་དབྱངས་ཀྱིས་རྗེས་བཟུང་གསུངས། རྗེ་བཙུན་བློ་གྲོས་མུན་པོས་འདི་ནི་དེ་ཚེ་གླིང་བ་གསལ་བར་མ་ཐོབ་པས་སུ་ད་ང་ཚ་ར་དེ་མཆོག་གི་གླང་པོ་ཁོ་ར་བཞུགས་པའི་སྐབས་ལོ་ད་ནི་ཁོ་གིས་སྟོན་ཆོས་དེ་དེ་མཆོག་གི་གླང་པོ་དེ་མུན་པའི་གླང་པོ་ཡིན་ལོ་སྐྱུར་ནད་བཏུས་ཏེ་མིང་བ་སྐྱུར་ནད་བཏུས་བའི་ནོར་སྲེད་འབད་མི་འདུས་སོ་རྒྱུ་མཚན་འདི། དེ་ལས་ཏེ་འཇིག་རྟེན་བློ་གྲོས་བླུན་པོ་འདི་ནི་དེ་ལིང། དེ་ལྟ། ཁུ་གེ་འདི། ཚིག་དང་དོན་ཟབ་དྲག་འདི་དེ་གི་ང་བྱེད་ཀྱི་བློ་གྲོས་འདི་གི། འདི་འཇིག་རྟེན་བློ་གྲོས་བླུན་པོ་འདི་སུ་གི་ད་དེའི་ཚིག་བརླིང་བ་གསལ་བ་མ་གཏོགས། ཁུ་གེ་ཚིག། ཚིག་ཟབ་ཅིག། དོན་གཏིང་ཟབ་པ་དེ་སུ་མ་གཏོགས་པ། ཉེར་གཉིས། ཉེར་བདུན་འཇིག་རྟེན་འགལ་ཟེར་དེ་ནི་རྨོངས་ལས་ཅུང་ཟད་སྨོས་པ་བྱུང་ན་ཡང། དེ་མིན་སྐྱེ་བ་འཇུ་བ་ཡིན་པས་རྩའི་དེའི་ལུས་ནི་གསལ་བར་བྱ། ད་ནི་ཚད་མ་རྣམ་ལྔའི་ནང་ལུགས་ཏེ་ང་ཚ་ལ་ཚད་མ་ཀུན་བཏུས་ཀྱི་འཁོར་གྱི་སྒོམ་པ་འབྲས་བུ་མིན་ཏེ་ཏེ་ང་ཚ་ལ་དེ་ལྟ་བུའི་གི་སྟོན་ཆུད་ཟབ་ཅིང་རྒྱ་ཆེ་བ་འདི་སུ། དེ་ལས་དོན་མིན། ག་ཅི་ལོ། ཉེར་བསྟན་འཇིག་རྟེན་རྒྱལ་སྲས་དེ་ནི་ཚེ་འང་དེ་ལྟ་བུའི་གི་སྟོན་ཆུད་དེ་ང་ཚ་ལ་གི་ཧ་གོ། དེ་ལུགས་ཐོས་བསམ་བས་བ་ཅན་ཏེ་འཇིག་རྟེན་གྱི་ཁམས་འདི་དག་ལ་སངས་རྒྱས་ཀྱི་བསྟན་པ་རྒྱས་པར་མཛད་པ་མ་ཚད། སྟེ། མཚན་མ་ཀུན་འདུས་ལྟ་བུ་ཀྱི་གཞུང་འདི་ལོ་ཏའི་ང་ཕྱིར་གྱི་ཐོས་བསམ་པའི་བར་གྱི་ནང་ནས་ཀྱི་གང་ཟག་དོན་གྱི་བློ་ཡིས་རྨོངས་པའི་རྒྱུ་མིན་པ་འདི་སོ་ཡ་དེ་བར་གསལ་རིག་གི་པས་དེ་ཐེག་པའི་པའི་ནས་ཀྱི་ནུས་པ་འདུག་ཟེར་གཉིས་རུ། དོན་མིན་སྐྱེ་བ་སྦྱོར་བ་ཡིན་པའི་རྩེ་ཡི་དེ་དེ་ལས་ཨ་ནེ་བོ་ད་དེ་ལུགས་མེད་ལྟ་བར་ཕྱིན་ཟེར་བ་བ་དེ་འཇིག་རྟེན་ཉིད་རྟེན་འཇིག་རྟེན་ག་དུས་ལ་ཉིད་རྟེན་འཇིག་རྟེན་འགལ་ཟེར་དེ་ནི་རྨོངས་ལས་རྨོངས་པས

རྣམ་ངེས་བློ། ཚད་མ་རིག་འཛིན་བློ། རྣམ་འགྲེལ་བློ། དེ་ག་ཀུན་བཏུས་ཀྱི་དགོངས་པ་སྤེལ་བ་ནི་བའི་སྒྲའི་སྒོ་མི་དེ་ར་སྟེ་ང་ཆ་རྗེས་འཇུག་འདི་སུ་གི་དེའི་ལུགས་ལོག་པར་མི་ལྟ་བར་དེ་ཀྱི་དོན་ཇི་ལྟ་བ་བཞིན་དུ་སྟོང་ཉིད་ཀྱི་དོན་དང་ལུགས་ནི་སློབ་དཔོན་ཆོས་ཀྱི་གྲགས་པ་ཀྱི་རྩེ་ཡིས་དེའི་ལུགས་ནི་གསལ་བར་བྱ། ང་ཆ་རྗེས་འཇུག་འདི་སུ་ལུགས་ཐུགས་བརྩེའི་སྒོ་ལས་པས་དེ་ལྟར་དུ། འཁོར་གྱི་ལུགས་འདི་ཕྱོགས་ཀྱི་གླང་པོ་གྱི་སྟེ་ལུགས་འདི་དེ་ལྟར་ལ་ཆོས་ཀྱི་གྲགས་པ་གྱི་སྐབས་ལས་ཧེ་མ་ཕྱོགས་ཀྱི་གླང་པོ་ཁོ་ར་ཧྲུ་བི་གྱི་སྐབས་ལས་ཏེ། མཚན་མ་ནི་ནད་ཀྱི་དག་ཞབས་ཡོད་མ་སུ་མཚན་མ་པ་ལོ་ཤི་ཤི་ཆོས་ཀྱི་གྲགས་པའི་གྱི་སྐབས་ལས་ཏེ་མནའ་མས་བསམ་མེད་ཀྱི་མཚན་མ་དག་ཤིང་གྱེས་ཏེ་གྱིས་ཏེ་ཇོ་ཇོའི་ལུགས་རྒྱུད་མེད་ལ་ད་ཨ་ནི་མེད་ཞེས་གསུངས་སོ། ད་སློབ་དཔོན་ཕྱོགས་ཀྱི་གླང་པོ་སེམས་མེད་དེ་ཨ་ནི་མེད་ད་དེ་ན་རྣམ་ཐར་རྡོར་བསྡུས་ཅི་ཡིན། ད་ཕྱོགས་ཀྱི་གླང་པོ་གྱི་སློབ་མ་དེ་སློབ་དཔོན་དབང་ཕྱུག་སྡེས་སེམས་མེད་འདི་མེད། གནོད་པའི་དབང་ཕྱུག་དེ་ཀའི་མཚན་མ་ཀུན་བཏུས་ཀྱི་འགྲེལ་པར་མཛད་དུས་ཡུལ་སེམས་དཔའ་སྟེ། དེས་ཀྱང་དེ་ལ་འགྲེལ་བཤད་བྱས། ད་ནི་གནོད་པའི་དབང་ཕྱུག་དེ་ཡི་གི་སློབ་མ་དེ་དེ་དཔེའི་ཆོས་ཀྱིས་གྲགས་པར་སེམས་འདི་ཡིན་མོད་དེ་ལ་ལ་གཅིག་གིས་ཕྱོགས་ཀྱི་གླང་པོ་ཁོ་རེ་གིས་དེ་ཡང་སྲིད་པའི་ཐེག་པའི་ཤེས་མིན་འདུག་ལ། ཕྱོགས་ཀྱི་གླང་པོ་ཁོ་རང་སྟེ་ཞེས་ཞུ་བའི་གི་སྐབས་ལོ་ད་ན་ཀུན་མཁྱེན་གྱི་གནས་ཐ་དད་པས་མ་གསུངས་མོད། ཞེས་ཞུ་བའི་སྐབས་ལོ་དེ་ཙམ་གྱི་འགྲོ་དོན་མ་བྱུང། དེ་ཙམ་གྱི་མཚན་མ་གི་བསྟན་པ་དེ་དེ་རླབས་པོ་ཆེ་གཅིག་འཇོག་མ་ཐུབ་པ་སྟེ་ལོག་འདི་ར་ད་ང་ལོ་དེ་སྐྱེ་བ་ལོག་འོང་འདི་གི་བས་སྟེ། སྔགས་ཀྱི་སྟེ་དང། ཚད་མེད་ཀྱི་སྟེ་སངས་རྒྱས་ཀྱི་བསྟན་པ་ལོ། ཚད་མེད་ཀྱི་བསྟན་པ་དེ་ཅི་ནས་ཀྱང་དག་ཞིང་རྒྱས་པར་བྱེད་ཉིད་ཡིན་སྲིད་ཐུགས་སྨོན་སྟབས་བདེ་ལོག་ལྟའི་ཆོས་ཀྱི་གྲགས་ཕལ་གྱི་སྐྱེ་བ་བཞིའི་བརྗོད་འདི་གྱིས་པའི་དག་ནི་བའི་རྫས་ཚིམ་ཡིན་སྲིད་མི་ལོ་རྒྱུས། གཞན་དག་གཞན་ལ་བ་རྣམས་མཐའ་གཞན་དང་ཆོས་འབྱུང་གཞན་ན་དད་པའི་བཤད་དུ་ཡོད་ལ། བདག་དེའི་སློབ་མ་ནི།

ང་ཅག་ལ་བྲམ་ཟེ་གི་རིས་ཡིན་མོད་དེའི་མུ་སྟེགས་པ་ཡིན་མོད། ད་ནི་ཁྱེད་ནི་སྐྱེས་བུའི་ཆུང་ངུ་ལ་སྒྲ་ལེགས་པར་སྦྱོང་ཡང་ཆུང་སྐུ་གང་ལས་དེ་སྒྲ་འདི་སུ་ལས་བཞིན་པས་དེ་སྦྱང། ཞང་པོ་མུ་སྟེགས་ཀྱི་སྟོན་པ་གཞོན་ནུ་མ་ལེན་ལ། མུ་སྟེགས་ཀྱིས་བྲམ་ཟེ་རབ་ཏུ་ཆུ་ཡིན་ཕྱེ་བླངས་ནས། བདག་དེ་ལས། འཁོར་བསྐྱེད། ཞང་པོ་མུ་སྟེགས་ཀྱི་སྟོན་པ་གཞོན་ནུ་མ་ལེན་ཟེར་མི་བརྗོད་དོ་སྨྲས། མུ་སྟེགས་ཀྱི་སྟོན་པ་ཟེར་བ་ཅི་མུ་སྟེགས་པའི་གི་མཁས་པ་ཡིན་མོད་སྨྲོས་ཤིག། ད་ནི་གཞོན་ནུ་མ་ལེན། མུ་སྟེགས་ཀྱིས་བྲམ་ཟེ། ད་ཁོ་གིས། དེ་དག་ནི། ཤམ་བོ། སྟོན་པ་གཞོན་ནུ་མ་ལེན་ལོ། མུ་སྟེགས་ཀྱི་བྲམ་ཟེ་རབ་ཏུ་བྱུང་ཡིད་བརྟག། ང་ཅག་ལོ་མུ་སྟེགས་པ་རྣམས་ལ་ཁོང་རང་རབ་བྱུང་གི་ཆས་དེ་ར་ཡོད་པ་དེ་ལྟར་སྣང་བ་ང་ཅག་གི་བསགས་སྡུག་ཟེར་ལ་མི་རེ་ཟུང་དང་ནི་གླང་འདི་གི་བས་དེ་ལས། ཨང་ནི་གླང་མདའ་ལོ་སྟེ་ཤམ་བོས་ངེད་མ་དུ་སྨྲས་ཏེ་བསྐྲད་དོ། ད་ཁོ་གིས། མུ་སྟེགས་ཀྱི་སྟོན་པ་གཞོན་ནུ་མ་ལེན་ནི་སེམས་མི་བདེ། མུ་སྟེགས་ཀྱི་བྲམ་ཟེ་ཨང་ནི་ལས། རབ་ཏུ་བྲམ་ཟེ་གི་རབ་ཏུ་བྱུང་ཡི་ཆས་གླང་མདའ་ལོ་སྟེ་ཁོ་ར་གི་ཨ་ཅག་ད་རུ་སོ་སོ་ཆུ་ཡི་དུ་འོང་ནི་སྨྲས། ད་ཨང་ནི་གི་སྟེ་རྣམ་སྨིན་སམ་མིན་གྱི་སྟེ། ཀར་མ་ཀུན་མི་ལས་ཤེས་རླབས་དག་ཆོས་ཀྱི། ལ་ལས་འོད་པའི་འོད་ཡིན་པས་གསལ། ད་ལྟ་ཁ་ཟེར་བའི་ཁ་ནས་མི་ནོར་ལ། ད་ནི་བས་ཏེ་བར་ཁོ་རང་གི་མུ་ཏིག་གི་གདན་ན་ལས་བཀྲས་བཏང་ཐམས་ཨེ་ཡིན་སེམས་མོས་པ། དེ་རིང་ཐུགས་ལ་མུ་ཏིག་ཐམས་ཅད་ཕམ་པར་བྱས་པ་ཞིག་བྱའོ་སྙམ་ནས་ནང་པའི་བསྟན་པ་ལ་རབ་ཏུ་བྱུང་ནས་འཇམ་པ་དེས་ད་ཨ་ན་ལུ་ཏེ་ཁྱེད་མི་བཞག་ཤིག་ཁོང་ང་ན་ལས་ཁོང་གི་གདན་ན་ལས་བཀྲས་བཏང་བ་ཅིང་སྔགས་ཀྱིས་ཁོང་བྱ་བྱ་ཕམ་སུབ་ཅིག་བེད་ཀྱི་ནང་ཟེར་དེ་ལས་ང་ཅིག་ནང་པ་སངས་རྒྱས་བིད་ཀྱི་བསྟན་པ་ལུ་ཞུ་ཞུ་རབ་ཏུ་བྱུང། དང་ནི་ལུས་པའི་སྟེ་སྦྱངས་པ་མཛེས་མཛེས་མས། ཏེ་སློབ་དཔོན་དབང་ཕྱུག་འདི་ཡི་གི་ཞབས་སོགས་ལ་བརྟེན། ཁྱད་པར་སློབ་དཔོན་དབང་ཕྱུག་འདི་ལོ་སྟེ་ང་ཅག་ལ་མཚན་མ། ཏེ་བདག་ཉིད་འདི་གི་བུ་དང་ལོ་སྟེ་སློབ་དཔོན་དབང་ཕྱུག་འདི་གི་ཇི་ལྟར་དགོངས་པ་ལྟར་དང་པོ་མཚན་མ་ཀུན་བཏུས་ཞུ་ཞུ་ནས་མཚན་མ་ཀུན་བཏུས་ཐེམ་ནི་དང་པོ་ཞུ་ཡི་སྐབས་ལོ་སློབ་དཔོན་དབང་ཕྱུག་འདི་ཡི་གི་དགོངས་པ་ཇི་ལྟ་བ་བཞིན་དུ་བཏུ་བ་ད་ཡིན་ཟེར་མས། ད་ལོ་ཚགས་གཉིས་པ་འདི་ཞུ། ད་ལོ་ཚགས་གཅིག་ཞུ་གོ་བས་ཟེར། ཀུན་བཏུས་ཚགས་གཉིས་པ་འདི་ཞུ་ད་ལོ་སློབ་དཔོན་ཕྱུག་གི་གླང་པོ་གི་དགོངས་པ་བཟུང་བས་བཏུ་ད་ཡིན་ཟེར་མས། ད་ལོ་ཡང་ཅི་ར།

ངག་གསུམ་ལས་ངག་གསུམ་གྱིས་མ་ཐོན། ངག་བློའི་ཆུ་ལྟ་བུ་ལས་མི་འོང་ངག་རླངས་ཁྱུ་ལྟ་བུ་ལས་མ་བྱུང། ཚགས་རེ་ལས་ཤེས་པའི་སུའི་མོས་པ་ལ་གཉིས་སུའང་དེ་ལས་ཤེས། ལྟ་བཞིན་ཚད་མ་ཁྱུ་མཐུད་དེ་ཚགས་རེ་རེ་བརྒལ་ཏེ་དེ་ཤེས་པས་ཀྱི་དེ་ལུས་སུའི་མིན། གཉིས་རུ། དེ་ལྟར་ངག་གི་ཆུ་ལ་ཚགས་གཉིས་ཤེས་ལྟ་ཡིས། བདག་ཚགས་གསུམ་པ་དེ་ཉེ་འགོ་བ་ཕྱིན། དེ་ལྟར་ངག། ང་བདེ་སྐྱིད་པོ་བྱེད་པའི་མི་ཕན་ཟེར་ང་ཚད་མ་ཁྱོད་འདུས་ཅང་མི་བྱེད་བཤད་པའི་དུས་ནི་མེད་མེད་ཟེར་ང་དཔེ་འདི་ལྟ་ཡི་གི་བྱ་བ་གཞན་དག་གཞན། དེ་ལགས་པས་གོ་བ་ལས་ཤར་ཡོད་དེ་བས་ནི་དེ་གི་ཐབས་ཆུ་རུ་བས་བཤད་གོ་བས། ད་འདི་བོ་ད་ལོ་ཆུ་རུ། ཆུ་རུ། དེ་ཚད་མ་ཁྱོད་འདུས་ཉེ་གནས་གི་དོན་ད་ལོ། དེ་ལས། རས་སྣུམ་རྟ་གྱོན་གྱིས་ཤིག་ནུབ་མོ་ཆེ་ཐུ་གསུང་ནས་དེ་ལྟར་བྱས། ད་ན་ལོ་སློབ་དཔོན་དབང་ཕྱུག་དེ་གི། དེ་ལྟ། སློབ་དཔོན་མཆོག་གི་གླང་པོ་ལོས། དེ་སློབ་མ་ང་ཟུམ་གྱིས་མི་ང་ལོས་ཆོས་ཟུམ་གྱིས་མི་འོང།

དེ་ཆ་ར་གི་གྲ་ཁྲི་ཅབ་སེ་སུང་དེ་གི་བའི་ད་ཨ་ནི་བའི་དེ་གྲ་ཁྲི་ཅབ་ཆུ་རུ་བའི་ཤེས་ཤབ་ཨིན་ཡིན་སེ་མོའི་བ་སུ་ནི་དེ་ལྟར་བྱས་བྱས་པ་ར་སེ་ད་ཨ་ནི་ལེ་ཚ་སུམ་པ་སེ་གོ་ལེ་དེ་འབྲས་བུ་རྒྱུ་ཡི་ཁྱད་པར་གི་འཇིགས་སུ་བྱེད་པ་ལྷག་པར་རྟོགས་དེ་གི་བའི་སྔར་གཏམ་མ་འདྲ་བའི་གི་དོན་དེ་ལྟར་འབྲས་བུ་རྒྱུ་ཡི་ཁྱད་པར་གི་འཇིགས་སུ་བྱེད་པ་སེ་རྩ་བ་དེ་ང་ཚ་ར་ཚེ་སྔ་ཕྱི་ལས་གཞུང་འབྲས་སེ་མི་འདི་བ་བ་མོ་ཧེ་མ་ཡ་དེ་ལྟར་ང་ཚ་ར། ལོ་བུ་ཆུ་གི་གླང་པོ་གི་ཚད་མ་ཀུན་བཏུས་ཀྱི་ཆུ་ཆུ་ན་རུ་ཚད་མ་བསྒྱུར་བ། འགྲོ་ལ་འཕེལ་ཞེས་པསེ་གསུངས་མི་བདེ། དང་ནི་གི་དོན། དེ་ལྟ། འདི་ལྟ་བུ། རྒྱུ་ཡི་ཁྱད་པར་གྱིས་འཇིགས་སུ་བྱེད་པ་ལྷག་པར་རྟོགས་ཏེ་བགྱི་བས་དེ་ལས། སློབ་དཔོན་ལ་སྔགས་ཀྱི་ཚུལ་བརྗོད་པས་སེ་སྟེ་སློབ་དཔོན་ལུས་སྟེ་འཁོར་བ་འདི་ཚོ་ཨ་ནི་བའི་དབྱིངས་མེད་དགོངས་པ་ཨ་ནི་བའི་དབྱིངས་མེད་སེ་སྟེ་སློབ་བུའི་དབང་ཕྱུག་འདི་ལུས་སྟེ་འཁོར་བ་གྱི་ཞུགས་ད་ལོ་སློབ་བུའི་རྣམ་སྨིན་རྩ་མེད་ཐུགས་ཉིད་དེ་འཁོར་གྱི་གོ་བ་ལེན་དང། འཁོར་གྱི་མ་འཁོར་མིག་གིས་བལྟ་དེ་ཚོ་ཨེ་དེ་འཁོར་གྱི་གོ་བ་ལེན། ཕྱོགས་ཀྱི། ཕྱོགས་ཀྱི་གླང་པོ་གྱི་དགོངས་པ་བ་ལྷག་པས་ད་ཨ་ནི་བའི་བའི་འོ་མོ་ལས། དེ་ལས་སློབ་བུའི་དབང་ཕྱུག་དེ་རྣམ་སྨིན་སྙན་གྲགས་འདི། ཡང་ད་བོན་ཆོས་ཀྱི་སྲས། སྔགས་ཀྱི་ཆོས་ཀྱི་རྟགས་ཐུབ་པའི་བ་ལས་ངེད་ཀྱི། སྔགས་ཀྱི་ཀུན་བཏུས་ཀྱི་འགྲེལ་པ་རྩ་མེད་རྣམས་ལས་ཤར་རྫུན་བཟོ་འདུག། ད་ནི་སྔགས་ཀྱི་རྫུན་མི་འདུས་སུ་ཆོས་ཀྱི། དང། ཕྱོགས་སྔ་བས་སྐྱོ་ཤི་ན་ཕྱོགས་སྔ་ཚར་བ་ཅན་དེ་ཧེ་མ་ཀྱི་འདོད་པ་ཨ་ནི་བི་ཨི་མས། ལོ་ཤུ་ཤུའི་ཕྱི་རྒྱུད་ཀྱི་རི་བོད་ཀྱི་སྒོ་ནས་ཚར་བ་ཅད་བསྐོ་བས། ད་ནི་ད་ཁྱོད་ཀྱིས་ང་ཡི་ནོར་བ་རྣམས་ཕྱོགས་སྔ་ར་བགྱིས་ལགས། དེ་ལྟར་ཚད་མ་ཀུན་བཏུས་ཀྱི་འགྲེལ་པ་ཅི་ཙམ་མ་རེད། དེ་ཀ་ན་ནམ་ཡང། ད་ནི་འཇིགས་སུ་གནང་རྣམས་ཨིན། མ་བུ་ཁོ་ར་གི།

དེ་ལྟར་འདི་གསུམ་ལ་ལུས་ཏེ་ཆོས་ཐམས་ཅད་དེ་ཉིད་ཉིད་རིག་སྔགས་ལུགས་གྲངས་ངེས་པ་ཁས་ལེན་ནས་འདི་ཀའི་གྲངས་ཆེན་པ། དེ་ཐེག་པའི་ཤེས་པ་ཡིན་ད་ནི། མུ་སྟེགས་གྲངས་ཆེན་པོའི་གིས་རྟོག་གེ་གི་གསང་ཚིག་རྣམས་རྟོགས་པའི་དོན་དུ་གོང་གི་རྟོག་གེའི་གསང་ཚིག་ཁོ་རིག་གི་ངོ་མ། དེ་དང་དེ་སུ་ག་ཆོས་ཡོད་པས་ན་ད་དེ་གི་རྒྱབ་ཁ་ལི་གི་གོ་བ་ལེན་ཐང་ཨ་ནི་ད་བྷ་ག་བ་དང་བཅས་པ་ལུགས་གོང་གི་དེའི་ཆ་ཚང་ཤེས་གོ་བ་བ་དེ་ད་ནི་རྟོག་གེ་གི་གསང་ཚིག་དེ་སུ་རྟོགས་པའི་གི་དོན་དུ་ལུགས་དེ་ལས།

ཆ་རག་གིས་དེ་ལྟར་ང་ཅན་གྱི་མ་ང་ཅིག་གིས་ཉེ་ཆར་ཞག་གཉིས་སེང་གེའི་པ་ལང་ཉེ་ཁྲིག་གི་འུ་ལུ་འཛུལ་དུས་ཡོད་ཟེར། ད་ཨ་ནི་སྔགས་ཀྱི་དྲི་བ་དྲི་འོང་ཟེར་ཆོས་ཀྱི་བླ་མ་འདི་སུ་སྔགས་ཀྱི་དྲི་འོང་ཟེར། དྲི་བ་ད་ལུ། དེ་ལས་ཨ་ནི་ལན་ག་རེ་བས་བྱ་བའི་ན་ཨ་ནི་འདི་སུ་ཆོག་རག་གིས་སེམས་ཁ་ལོ་ཉེས་གོ་ཟེར། ཨ་མཚུ་ཏིག་ཨ་ནི་བི་ལ་ལ་མེ་ཨ་ཅག་གིས་ཨ་མཚུ་ཏིག་གིས་དེ་ལྷག་པར་དུ་དེ་རྐང་མི་གུ་ལུ་ཐ་ཆུ་ཏག་ཅག་ཤི་ན། མོ། དེ་ལས་དེ་ཨ་ཙི་རེད་ད་རུང་ཨ་ཙི་ཙི་ཧ་མ་གོ་མི་འདུག་སུ་ཨ་ཙི། གནམ་བཟའ་མི་གི་ཨ་ནི་ད་ཁ་གསལ་དུ་སྟོན་པའི་ཧ་མ་གོ་མི་འདུག་སུ་དེ་ལས་ལོ་ཅི་ར་ཁྲི་ནི་གི་དོན་དུ་ལོ་རྐང་མི་རྫི་ཆུ་སྐྱུབ་བཏགས་བཞག་ཅིག་གནང་དེ་ལས་མ་ཁོ་སྐྱུ་བུ་གི་ཞེས་ཐན་དུང་མེག་མ་ལས་ཨ་ནི་ལོག་ཚག་ཅིག་བྲིས་ཟེར་ད་ཨ་ནི་བས་བས་བས་བས་དེ་རང་མལ་ཁྲིའི་འོག་ཏུ་འདུག་ནས

དག་པའི། ད་སྔགས་ཀྱི་མུ་ཏིག་པ་བཀག་པ་ཅི་བཀག་སུ་ནུས་པའི། ཨ་ནི་གི་ཐེག་དགུའི་རི་བག་ནི་བའི་རྟ་མགོ་བས་ཟེར། དེ་ལ་དེར་བྲོས་དུས་གྲུབ་མཐའི་གནས། འདོན་པའི་ཐམས་ཅད་ཐུབ་པོ་ར་ཤི་ཡིས། ད་མུ་ཏིག་པ་ཆ་ནི་བཀག་སུ་ནུས་མེད། དེའི་ཚེ་མུ་ཏིག་གི་མཁས་པ་ཡོད་ན་རྩོད་པ་བྱེད་དོ་ཞེས་དྲིས་འདྲ་བས་ཕལ་ཆེར་ཡོད། ད་ཨ་ནི་གི་ཚེ་ན་རོ་ཏེ་དེ་བས་བློ་བུན་ཆུ་གིས་བྲབས་པ་རྣམས་སམ་མཁས་པ་དེས། ཧེ་མ་ནང་པའི་རྒྱུད་གཞུང་ལུང་མ་ཐུབ་ཐུབ་པས་སྦྱངས་ཏེ། དེ་ཕྱིས་པ་དེ་དེ་ཧི་མ་ལ་ཡའི་ཧ་ལམ་ཁེན་ཏུ་ཨུ་མ་ཏུ་འཁོར་བའི་རིགས་ར་མུ་ཏི་པ་ཡིན་མོད། ད་རུང་ལོ་ཤུག་ཤོས་དེ་དག་དོགས་པ་ཨ་ནི་འདི་སུ་སང་ཚིག་དེ་སུ་ཨེ་དེ་ཁོ་རིགས་ཀྱི་ཨ་ཞེས་ཀྱི་ཨམ་ཚུགས་ཀྱི་དྲིན་ལས་བརྟེན་ཏེ་ག་ཡི་ཤི་ཡི་བས་བས་ད་ཨ་ན་ལས་དེ་ལས་དེ་ད་ཁོ་གི་ཆབ་བྲག་དང་ཐམས་ཡིན་པས་ཡ་ད་བན་དེ་གི་མུ་ཏིག་གི་ཁ་བ་ཡོད་པ་ཅིག་འདོང་གི་ཐོན་ཞེས་ད་ང་ཚའི་བཙུན་ནུ་ཡིན་ཞེས་ད་ཨ་ནི་བའི་ཆབ་བྲག་དང་མོ་ལས་མང་ཤོས་ཆུ་ཆུ་ག་ཡ་གསུངས་ཟེར་མོད།

ང་ཡོད་པའི་སྐབས་ལུགས་འདི་ག་གིས་འབད་མི་སྲུ་ཟེར་གི་ལོ་བཅུ་བའི་མེད་ད་དོན་དོན་ངོ་མ་རེད་ཞེས་གསུངས་སོ། ད་ཨ་ནེ་གི་སྐབས་དུ་ང་ཆེ་བོད་ཀྱི་མཁས་པ་དེ་སུ་གིས་བསླབ་པ་བྱིན། བོད་ཀྱི་མཁས་པ་དེ་སུ་གིས་བཤད་སྟངས་ཅི་འདུག་སེམས་ངོ་བོས་བོད་དོན་དག་དེའི་ཚེ་ཆོས་ཀྱི་གྲགས་པས་རྒྱལ་པོ་མེ་ཏོག་ཀུན་ཏུ་རྒྱལ་བའི་མདུན་སར་སླེབས་ཟེར་ད་ཨ་ནེ་གི་ཚེ་ན་ལ་ཆོས་ཀྱི་གྲགས་པ་རྣམ་མེད་ས་མེད་མཁས་པའི་ཀྱི་མཚན་ཉིད་ཐོན་འདི་གི་བས་དེ་ལས་མང་འཇག་རྒྱལ་མེ་ཏོག་ཀུན་ཏུ་རྒྱལ་བ་སེམས་བས་འདི་གི་ཏེ་རྩ་བ་ལོ་ཤུར་འདོར་ལུགས་ཏེ་ཨ་ནེ་རྒྱལ་པོ་གི་དྲི་དྲུག་ཡིན་ཡིན་སེམས་བས་ད་དུ་ད་ལྟ་སུ་ཁས་བྲིས་པ་ན་སོ་བ་ཡིན། ད་དུ་འཛམ་བུ་གླིང་ན་ལོ་ག་ཁས་ཁ་མོ་སེ་ཁྲིའུ་ད་ལུ་དེ་ལས་ཏེ་ཧ་ན་ལུ་སློད་བོན་ཆོས་ཀྱི་གྲགས་པ་ཀྱི་ཤེས་རབ་ཅན་ནི་ཕྱོགས་ཀྱི་གླང་པོ་སྟེ། སྙན་ངག། སྤོ་བོ་ལས་ཅུང་སྡེབ་སྦྱོར་ཁས། ལྕགས་མདའ་གོང་མའི་འགྱོད་པ་རྣམ་པ་དག་མི་རྟོག་ཀིམ་དུ་རྒྱལ་བ་ལོངས་སྤྱོད་བདུན་ཕྱོགས་ལས་རྣམ་པར་རྒྱལ་བ་ང་མིན་སུ་ཞིག་གསུངས།

ད། རྒྱལ་པོ་གྱིས་ད་ལྟ་སུ་ཁེ་དྲུག་དང་ཁུ་ཁེ་ཧེ་མ་བྱོན་ཚར་གྱིས་ཀླུ་བུན་དྲི་གསུ་གྱི་མཚན་བསྟོད་ནུ་མ་དང་ཕྱོགས་ཀྱི་གླང་པོ། ཀླུ་བུན་སྤོ་འུ་ཀླུ་བུན་ཅན་དར་གོང་མི་དྲི་གསུ་དེ་དྲི་གསུ་མཚན་བསྟན་དུས་ཀྱི་པས་དེ་དེ་མི་དྲི་ཡིས་སུ་མི་བ་སྟེ་ད་ལྟ་སུ་ཁེ་དྲི་བས་བྱོན་ཟིན་པའི་ཀླུ་བུན་དག་གི་མཚན་བརྗོད་པས་འབྲེལ་མིན་སྣང་ཡིན་ཞེས་ཟེར་དེ་འབྲེལ་བ་ག་ནས་མིན་ནོ་ཟེར་ཨེ་མ། ཚིལ་ཆེན་ཀླུ་བུན་འདིའི་གསུང་མིན་ཡང་ཟེར། ད། དེ་ནག་གི་ད་དུང་ན་ལ་མ་གིས་ཤེས་རབ་ཅན་ནི་ཕྱོགས་ཀྱི་གླང་པོ་དེ་ལོ་སྙེ་ལྔ་སྤོ་འུ་ལས་བྱོན་འདེབས་འཇོག་མཁས་ཟེར་བའི་དུས་སུ།

སྔ་རྗེས་ཀིང་ཁིན་རིན་པོ་ཆེ་ཡས་དེ་ལུགས་བརྒྱུད་འགྲེལ་མཛད་དུ་ཡོད་པ་མོ་བདེ་དོན་ཡུལ་གྱི་མི་སེར་ལ་ཟེར། ཏཱ་ལའི་བས་སྦས། ཏཱ་ལའི་བས་བོ་ད་ལུགས། ད་རྩ་བ་དེ་ང་ཚོས་རྒྱ་གར་གྱི་གྲུབ་ཐོབ་དགེ་ཆོས་ཀྱི་གྲས་ལོས་ཡོད་ཡིན་སེམས་པ་བ་སློབ་དཔོན་ཆོས་ཀྱི་གྲགས་པ་དེ། དེ་ལས། སློབ་དཔོན་འདིའི་ཁ་ཆེ་ལོ་ཚིགས་ཆེ་སློབ་དཔོན་འདིའི་གསུང་མིན་ཡང། དེ་རྒྱལ་པོ། མི་ཐུབ་ཀུན་ཏུ་རྒྱལ་བ་སེམས་མེད་འདི་གི་སྦྱིན་བདག་ཆེ་འདི་གི་བའི་མཚན་མ་འདི་བདུན་མཛད། ཀུན་ནས་དུས་ཀྱི་དོན་ཆེན་མོ་སྟེ་དོན་དག། ཇི་ལྟ་བ་བཞིན་དུ་ཕྱིན་ཅི་མ་ལོག་པར་བསྟན་ལ་ཕབ་ཕབ་ཡིན། སློབ་དཔོན་ཆོས་ཀྱི་གྲགས་པ་ཡི། རྟགས་ནི་བོ་ད་ལོ་སློབ་དཔོན་འདི་ཡི་སོགས་སློབ་དཔོན་ཆོས་ཀྱི་གྲགས་པ་འདི། དེ་ལས། འཁོར་ལོ་སྡོམ་པའི་གི་རྣལ་འབྱོར་པ་ཡིན་སེམས་ལ་འཁོར་ལོ་ཡི་དམ་དཔལ་འཁོར་ལོ་སྡོམ་པ་ལ་བརྟེན་ཏེ་གྲུབ་པ་ཐོག་ཐུ་བའི་རྣལ་འབྱོར་པ། མཁའ་སྤྱོད་ཆེན་པོ། སྐུ་ཚེ་འདི་གྲུབ་པར་མཛད་པ་ཡིན། ད།

དེ་ལོངས་སྐུ་གྱི་ཞིང་ཁམས་ནོར་འབྱུང་མི་འཇིགས་སུ་ཡིན་མེད་ལ། ད་དཔེར་ན། ཤར་ཕྱོགས་སྔོན་པོ་དགའ་ཡི་ཞིང་ཁམས། ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས། བྱང་ཕྱོགས་ལས་རབ་གྲུབ་པའི་ཞིང་ཁམས་སུ་མི་ཚུར་ཁ་ཆུ་ཆེན་པོ་སེར་ལ་བས་སེར་མི་འཇིགས། ཡང་ལ་ལས་གཅིག་གིས་བས་བ་ཅི་སྟེ་ཁ་ཆུ་ཆུང་ངུའི། ཁ་ཆུ་ཆེན་པོ་དེ་འོག་མིན་སྟུག་པོ་སྐྱོད་པའི་གི་ཞིང་ཁམས་ལ་གོ་གོ། ཟེར་དད་པའི་ལམ་བྱེད་དུ། ད། རྣམ་འཚོལ་མེད། ཐག་བཅད་པའི་ལ་ཁ་འདུག་མོ། ད་ནི་བུ་ད་གང་ལྟར་ཡང་རུང་ཁ་ཆུ་ཆེན་པོ་འོ་མའི་སྟུག་པོ་འཁྱུད་པའི་ཞིང་ཁམས་ལ་བྱོན་མིན་མེད་ཨེ་མ། ད་ནི་བུ་ད་ལོ་དེ་ཁ་ཆུ་ཆེན་པོ་སྐུ་ཚེ་འདིར་གྲུབ་པ། ཟེར། ད། ཚེ་ཕྱི་མ་ལོའི་མི་མ་སྐུ་ཚེ་འདི་ཉིད་ལོ་རང་དཔལ་འཁོར་ལོ་ཟླུམ་པོའི་གྱི་རྣལ་འབྱོར་གྱི་སྒོ་ནས་གྲུབ་པ་ཐོབ་དུས་ཀྱི་དེ་ཁ་ཆུ་ལུས་བྱོན་བྱོན་མིན། ཟེར། ད། འཇམ་དཔལ་རྩ་ཡུལ་རྒྱུད་ལས་དེ། དེ་ལྟར་རྗེ་བཅོམ་ལྡན་འདས་ཁོ་རང་གིས་ལུང་བསྟན་དེ་དགེ་བའི་འཇམ་དཔལ་རྩ་རྒྱུད་ན་ལས་ཡི་གེའི་བརྡ་ཞེས་སྡོམ་ཚུལ་ནི། ཆུ་ལྷོ་ཡི་ཕྱོགས་སུ་རྣམ་པར་གྲགས། ཕ་རོལ་རྒྱུ་བ་གདོད་ནས་ཀྱང། དེ་བཞིན་སྡོམ་ཚུལ་ལྔ་བྱ་གྲུབ། ལུང་བསྟན་ནོ་ཞེས་པའི་བ་མོ། ཏཱ་ལའི་བུ་ད་ལོ། ཡི་གེ་བཟླ། ཞེས་སྡོམ་ཚུལ་ཟིན་མི་འཇིགས་ཆོས་ཀྱི་གྲགས་པ་ཀྱི་ཚེ་མནྡཱ་རྨ་ཀིརྟི་ཡི་སྲས་ཡི་སྐབས་ད་ལོ་ཡི་གུ་བཟླ་ཚེ་འོང་ཐེ་འོང་མ་ཐེ་འོང་ཞེས་ཨ་ནི་མེད། ཨ་ནི་བུ་ད་ལོ་ཡི་གུ་བཟླ་ཞེས་སྡོམ་ཚུལ་ནི། དེ་ལས་འཁྲུངས་ཡུལ་དུས་འཁོར་བ་རྒྱ་གར་ལྷོ་ཕྱོགས་ལུ་སྦེ་ནི་ལྷོ་ཡི་ཕྱོགས་སུ་རྣམ་པར་གྲགས། དེ་ལས། ཕ་རོལ་རྒྱུ་བ་ཕྱི་རོལ་མུ་ཏིག་པའི་རྒྱུ་བ་གདོད་ནས་ཀྱང། དེ་དེ་བཞིན་སྡོམ་བརྩོན་ཞེས་ང་ཅག་ལ་ཕྱིའི་རབ་བྱུང་ན་སྔགས་བབས་པས་དང་ནི་བོ་དོ་ལ་སྡོམ་བརྩོན་སྔགས་འཆང་དྲུག་ཅེས་ལུང་བསྟན་ཏོ། ཏཱ་དེ་ལས་བི་ཀ་མ་ཤི་ལ་ར་སླེབ་ཟེར་ཏཱ་བི་ཀ་མ་ཤི་ལ་གྱི་གཙུག་ལག་ཁང་དུ་དེ་ན་ལོ་བརྒྱ་ག་ན་ལོ་སྟེ། གཡུའི་གཡུ་ལུ་བོད་བ་ཆེན་ན་ལེནྡྲ་ཤཱཀྱ་ཕྱོགས་ཀྱི་ཁ་ཐུར་བོད་བ་ཆེན་བི་ཀ་མ་ཤི་ལ་ཡི་གཙུག་ལག་ཁང་ཡིན་མོད་པདྨོ་ཞེས་དང་བོ། དེ་ལས་ཁ་ཆེ་བོད་བ་ཆེན་དེ་ཁ་ཆེ་ན་ཆེ་ཡི་གཙུག་ལག་ཁང་ཡོད་ས

བདག་ནི་བི་བེ་ཤ། སྐྱེ་བོའི་བུ་ཤེར་འཕེལ་ལ་ཆ་ཤས་ཤེས་རབ་རྩལ་མེད་པས་ན་ལས་བྱེད་རྣམས་ཞེས་ཤོ་ལོ་ཀ་བཞི་བཅུ། ཕྱི་ནང་གི་རྒྱུ་བ་རྣམས་ཚ་རགས་བྱེད་པས་ལྟོ་འཁྱོལ་བ་ཐམས་ཅད་ཀྱི་གཙུག་གི་ནོར་བུ་བསྐུར་རོ་ཚེ་འགའ་ཤ་རགས་ཕྱི་རོལ་པའི་རྒྱུ་བ་ཡིན་རུང་ནང་པའི་རྒྱུའི་རྒྱུ་བ་ཡིན་རུང་ཆ་མཉམ། ཆུ་དང་མ་མཐུན་པ་དུས་སུ་ཚ་རགས་བྱེད་དེ་སྐྱེས་པའི་ག་ལས་ལྟོ་འཁྱོལ་བ་སའི་ཚད་མ་སྨྲ་བ། ཚད་མེད་ཀྱི་རིགས་པ་སྨྲ་བ་ཐམས་ཅད་ཀྱིས་དེ། གཙུག་གི་ནོར་བུ། ཆ་མཉམ་གྱི་ཆ་བཞག་ས། ཆ་མཉམ་གྱི་ཕུག་བཏུ་ས། ཁུང་བཏུ་ས་གསུམ་ཕྱི་རུ་སྦྱོར་སྦྱོར་ཡིན། སྨྲ་བ་རྣམས་ཀྱི་གཙུག་ལག་གཏད་བྱེད་དེ། སེང་གེ་ཁྱུང་ཁྱུང་འཁོར་གྱིས་བསྟོད་པ་རྣམས་ལ་གསུང་མི་འདྲེ་ཡང་ལིང་མེད། རྣམ་འདྲེ་ལེའུ་དང་པོ་ལ་ཉིད་ཀྱིས་འགྲེལ་པར་མཛད། ཚད་མ་རྣམ་འདྲེ་ལེའུ་དང་པོ་ལུ་འཁོར་རིགས་ཀྱི་རང་འགྲེལ་ཡུལ་ཤེས་མེད། སློབ་དཔོན་ཆོས་ཀྱི་གྲགས་པ་འཁོར་རིགས་རང་འགྲེལ། ཏཱ་ལྷག་མ་ལེའུ་གཉིས་པ་གསུམ་པ་བཞི་པ། ཏེ་རྣམ་འགྲེལ་ལེའུ་དང་པོ་དེ་རང་དོན་གྱིས་པ། གཉིས་པ་དེ། མཚན་མ་གི་ཨ་ནི་མང་བ་མཚན་མ་ལུས། དེ་ལས་དེ་ལས་ག་ཚོད་ལ་ལྟ་ལྟ་རྣམ་འགྲེལ་གྱི་ལེའུ་གི་མའི་རྗེས་སུ་ནོ། དེ་ཁ་ཆོས་ཐབས་ཆེན་ཆོས་རྗེ་བསམ་ཡུལ་ལས་ཨ་ནི་མེད་ང་ཅག། མཚན་མ་རྣམ་འགྲེལ་དེ་དག་ཕྲ་གཉིས་བདེ་གཤེགས་ཞུ་ནི་གོ་སྐབས་ཐོབ་ཀྱིས། མཚན་མ་རྣམ་འགྲེལ་དང་པོ་དེ་ཧེ་མ་ང་ཅག་བཀྲ་ཤིས་ལྗོངས་འདོད་འདོད་ལོ། དེ་ལས། ཕ། རྡ་རམ་ས་ལའི་རྒན་བླ་སྤྱིའི་རྒན་གྲུབ་ཐོབ་སེ་ཀྲང་ནི་ཁོང་ལ་ལྷ་ཁ་བའི་ཚུལ་བཞུགས་ཏེ་ཁོང་གི་ཞབས་ས་དེ་གཉིས་པ་འདི་སྟེ་དགུ་ལས་རྒྱུ་དག་མཚན་མོ་རྣམས་རི་ལུའི་གཞི་བདེ་སྟེ་དྭོགས་གྲུ་བདེ་སྐྱིད་ཡ་རྟ་མགོ་ལོ་རུ་སྟེ་སྤྱན་རས་སྐྱབས་ཀྱི་ཁྲི་ཟུར་རིན་པོ་ཆེ་གི་མཁན་པོ་ཡེ་ཤེས་ཆོས་དེ་ལྷ་ཁ་བའི་ང་བྱ་ཡ་རྟ་མགུ་དེ་དག་མཐོ་རིམ་སློབ་གྲྭ་དག་མ་བཙུགས་པའི་དགོས་མེད་ལ།

དེ་ལས་དེ་བས་མ་བཟོ་བར་ཏེ་ཨ་ནི། ཨ་ནི་ཏིས་བྷི་བྷུ་ཡི་སེམས་པའི་འབྲས་བུ་ཀྱི། རྒྱུ་ལས་ཕལ་ཆེར་སྐྱེ་བ་མི་གཉིས་དང་རྒྱུ་བླངས་འདོད་བ་མེད་པའི་ཕྱིར། གོམས་པའི་ཕྱིར་ནི་མདོར་བསྡུས་ནས་བཀའ་འགྲེལ་འདི་ནི་འདི་བྱས་སོ། འུ་ཐུག་ཏུ་གྱུར་པས་ད་ཕལ་ཆེར་སྐྱེ་བ་མི་གཉིས་སེམས་མི་འདི་དེ་ཆ་མཉམ་གྱི་སྒོམ་པ་དེ་ཆོས་ཀྱི་སྒོམ་པ་ཇི་ལྟ་བ་བཞིན་དུ་རྟོགས་པའི་ལ་ཁ་འདུག། རྒྱུ་བླངས་འདོད་བ་མེད་པའི་ཕྱིར་དེ་དུས་ཚོད་བློའི་སྟེང་ང་ཅར་མི་རྟག་པ་ཡིན་པས་དེ་ལྟ་བུ་ན་བུ་ཚད་མ་རྣམ་འགྲེལ་གྱི་འགྲེལ་པ་ཅམ་ཅིག་ཙམ་འདོད་པ་མི་འདུག་པས་རྨོངས་ན་གཞན་བེ་གོ་བས། སྒོམ་པའི་ཕྱིར་ནི་སྔགས་ཀྱི་དག་ཏུ་དེ་ན་གཙང་མིན་གྱི་སྔགས་ཀྱི་དེ་དག་མཚན་མ་གི་དགོངས་པ། ཆ་མཉམ་རྟོགས་བདེ་གི་བས་མས་ང་རིག་གི་ཡིད་ལ་གོམས་པའི་ཕྱིར་དུ་ལུ་ང་ལ་གི་ག་ཞེས་མི་དེ་དེ་ན་ལུ་གཙང་ཚང་མ་ཡིན་མདོར་བསྡུས་ནི་བཀའ་འགྲེལ་འདི་ནི་འདི་བྱས་སོ་ཞེས་འང་ནི་སྦྱར་བདེ་གི་བས་དེ་མ་འཇུག་ལ་འང་ནི་སྦྱར་བདེ་གི་བས་ཕུགས་དག་ལུ། དེ་ལས་དེ་སློད་པའི་མཆོད་ཀྱི་གྲགས་པ་འགལ། འཕྲུལ་དང་ཚིག་ཟུར་གྱིས་བསྟན་པ་ངེས་པའི་དོན་རྣམས་མ་བྱུང་འདུག་སྟེ། ཨཱ་ཨི་མས་ཐ་བ་པ་ཆོས་ཀྱི་རླབས་ཏུ་བཟུང་བས་ར་ཨི་མས་ད་ཆོས་ར་གི

ད་གཙུག་ཚོ་མི་འདིར་མ་འོངས་པ་ན་ལ་ཁ་བཅབས་ནི་མེད་ཟེར་དེ་ཚེ་མ་རྣམ་འགྲེལ་གྱི་རྒྱུད་ལུགས་བློ་གྲོས་ཤིན་ཏུ་ལྷག་པ་ར་སོགས་ཀྱིས་ཚིག་བཅད་དེ་ལྟར་ལོ་ཞུས་བཞག་ནི་བའི་ཚུགས་ཚུབ་ཨིན་ཟེར་མེད་པ་ལ། རྟགས་ནི་བའི་བ་ད་ལོ་རྟགས། རྟགས་ནི། དེ་ལས། ཀ་ཆེ་ལོ། སློབ་དཔོན་ཆོས་ཀྱི་གྲགས་པའི་གྱི་སློབ་མ། སློབ་མ། ལྷག་མ་བློ། མོ། ད་དུང་འགྲེལ་པ་ཙམ་མི་འདི། ལྷག་མ། ལྷག་མ་བློ་ཟེར་མི་འདི་མེད། དེ་ལས་ལྷག་མ་བློ་ཡིག་གི་སློབ་མ་ཤ་ཆ་བློ་ཡིག་མེད། དེ་ཡི་གི་སློབ་མ། ཡུལ་གྱི་བློའམ། རྒྱལ་བ་བློ། དེ་ལས་རྫ་མ་རི་ཆོས་གྲགས་ཀྱི་སྙུན་ལོ་འགན་གྱི་སྤུ་གྲུ་ལ་ལུང་བླངས། དེའི་དེའི་སློབ་མ་བདུད་ལྷ། དེའི་སློབ་མ་ཆོས་མཆོག་ཟེར་བ་ནི་ནོར་བ་ཆེན་པོ་སྟེ། ད་སློབ་དཔོན་རྫ་མ་རི་གིས་ག་དེ་བས་ལ་ལི་གཅིག་གིས་ད་ལོ་རྒྱུ་ཨ་ནི་བས་ད་བྲིས་འདུག་འོན་མེད་རྫ་མ་རི་དེ་ཆོས་གྲགས་ཀྱི་སྙུན་སློབ་ཡིན། སློབ་དཔོན་ཆོས་གྲགས་ཀྱི་སྙུན་སློབ་ཡིན། འགན་གྱི་སྤུ་གྲུ་ལ་ལུང་བླངས། ཨེ་མ། དེ་ལས། རྫ་མ་རི་ཆོས་གྲགས་ཀྱི་དངུལ་སློབ། རྒྱན་གྱི་སྤུར་ལ་ལུང་ལ། དེའི་སློབ་མ་ཡུལ་གྱི་སློབ་འམ་རྒྱལ་དབང་བློ། དེ་ལས་དེའི་སློབ་མ་དུལ་བ་ལྷ། དེའི་སློབ་མ་ཆོས་སྤྱོད་ཟེར་བ་ནི་ནོར་བ་ཆེན་པོ་སྟེ། དུལ་བ་ལྷ་སྔ་རག་ཆུང་ཞིང་རྒྱན་ཕྱིས་བྱོན་པ་དེ། ད་ནི་མེད་པས། ཁ་ཆེ་ལོ། ལོ་རྒྱུས། ཟླ་བཞི་ཟླ་བཞི་ན་བ་ཨ་ཚེ་རི་ནོར་འཁྲུལ་བྱུང་བྱུང་ངོ་ནི་མེད་ལ། ད་ནི་ནོར་འཁྲུལ་བྱུང་མདོག་ལོ། དེ་ལས། རྫ་མ་རིའི་ཆོས་གྲགས་ཀྱི་དངུལ་སློབ་ཡིན་ལ་ལས་བྱེད་ཀྱི། དེ་ལས། རྒན་གྱི། རྒན་གྱི་སྤུར་ལ་ལུང་བླངས། ཟེར། ད་སློབ་དཔོན་རྒན་ཚེ་མི། རྒན་ཚེ་མི་དེ་ཚིག་ངོ་མ་འདི་དོན་མ་རེད། བོད་ཀྱི། བཙན་མ་ཁྲི་ལ་ཡོང་རྒྱུ་དེ་རྒན་གྱི་དངུལ་སློབ་གཉིས་ཁ་ཆེ་ཉི་མ་འབེབས་པ། སློབ་དཔོན་རྒན་ནི་ཚེ་མི་ཆུ་བསྡུ་བ་དེ། ད་ནི་འབེབས་པ་ད་ལུགས། ཏེ།

དེའི་ཡི་གེ་སློབ་མ་སློབ་དཔོན་ཆོས་མཆོག་ཡིན་ཟེར་ད་ཨ་ནེ་བའི་བྲིས་ནོ་ཟེར་དེ་སུ་ནོ་སུ་ནོ་སོགས་མེད་ལ། དུའི་ལྷ་སྔ་རག་བྱུང་ཞིག་ཡིན་ཟེར་སློབ་དཔོན་དུ་བ་ལྷ་དེའི་ཧེ་མ་ཆོས་འབྱུང་རྒྱལ་ནི་སྲིད་མི་དེའི་ཕྱི་མ་ཆོས་འབྱུང་ཡིན་ཟེར། གང་ལ་ཤེས་ན་ཟེར་ག་ད་བའི་ཤེས་མ་སོ་བ་བཞིན། དུ་བ་ལྷ་གིས་མཛད་པའི་ཡི་གེ་རི་ཐིག་གིས་འདྲེས་པ་ཚད་མ་རི་ཐིག་གིས་འདྲེས་པ། བསྟན་པ་སྔ་དར་གྱི་དུས་སུ་དེ་བན་དེ་ཀ་བ་པས་ཚིག་གི་སྦྱོར་བ་གཉིས་གསུམ་དུ་ཐོགས་ནས་ཡུལ་ཡོད་སའི་རྒྱན་གྱི་མཚན་བསྙུན་ཏེ་སློབ་དཔོན་ཤེས་རབ་བསྒྱུར་ནས་སྦས་པ་ཟེར་ཡིན་པས་བོད་ཀྱི་བསྟན་པ་ཕྱི་དར་གྱི་དུས་ཐོག་མ་ཙམ་དུ་བྱུང་ཆུ་མིག་ཡིན་ཟེར་བ་ཁོང་ཉིད་དེ་རྒྱན་འདི་ཤུལ་ཤུལ་བྱུང་ཆུ་མིག་ཡིན་ཟེར་བའི་དུས་བ་ལྷ་དེའི་དུས་ལྷ་དེ་ཧེ་མ་ཡིན་མེད་ཟེར། རྟགས་ནི་ཧེ་མ་བྱོན་མི་འདི་སློབ་མ་བས་ཤུལ་མ་བྱོན་མི་འདི་བླ་མ་བས་རྟགས་ནི་བས་དེ་ལ་ལས་ཕྱི་ནང་ལོག་འཇུག་ཨ་ནེ་བས་འདུག་ཟེར་ནོར་འཁྲུལ་བྱུང་ཆུ་མིག་ལོག་འཇུག་མེད་བོད་ཀྱི་བསྟན་པ་ཕྱི་དར་གྱི་དུས་ཐོག་མ་ཙམ་ན་སྦེད་ཀང་མ་ཤི་ལ་ཡི་སྒོ་ཆོང་དུ་བཞུ་བ་ཡིན་ཞེས་ཁོ་སྨྲ། དེས་ན་རྒན་གི་དངུལ་སློབ་ཁ་ཆེ་ཉི་མ་སྦེད་པ་ཡིན་པས་དེ་ཡི་གི་དངུལ་སློབ་དེ་སློབ་པའི་མཛའ་མ་རི། འམ་ཡ་མ་རི་ཞེས་ད་ཆེ་ཡ་མཛའ་མ་རི་སེ་མི་འདི་ལས་འཇོག་འཇོག་མེད་མཛའ་མ་རི་སེ་མི་འདི་དེ་ཆོས་གྲགས་ཀི་དངུལ་སློབ་ཡིན་ཞེས་ལ་ལི་ག་ནི་བའི་དྲིན་ནོ་འོང་སེ་དེ་བས་མེད་སེ་ཡི་ལུག་འཇོ་མེད་ད་ཚུགས་དོ་རོ་དུ་བ་ཅིན། དེས་ན་རྒན་གི་དངུལ་སློབ་སློབ་ཁ་ཆེ་ཉི་མ་སྦེད་པ། དེ་ཡི་གི་དངུལ་སློབ་སློབ་པའི་མཛའ་མ་རི་འམ་ཡ་མ་རི། དེ་ལས་རྒན་གི་འགྲས་པ་ལ་ཉི་མ་སྦེད་པ། དེ་ལ། རྫ་མ་རིའི་འགྲེལ་པ་རྔུལ་སྣང་ཡིད་ཕྱིར་རོ། སེམས་མ། དེ་ལས། བྲམ་ཟེ། བཤམ་མཁར་དར་བསྣན་དང་ཆུ་སྐྲངས་རང་གི་བློ་རྨོངས་སོ། དེ་ལས། བྲམ་ཟེ་བཤམ་མཁར་དར་ལ་སེམས་མི་བྱེད། བཤམ་མཁར། བསྣན་དང་སེམས་མི་བྱེད། སློབ་དཔོན་ཆོས་ཀྱི་གྲགས་པ་འཁོར་རིགས་ཀྱི། དེ་དངོས་སློབ་ཡིན། དེ་དག། དད་པས་བསྡུ་གསུངས་མེད་ཆོས་འབྱུང་བྱིངས། རྒྱལ་གསུང་གི་སློབ་མ་ཆོས་མཆོག་གོ། དེ་ལས་སློབ་དཔོན་ཆོས་འབྱུང་བྱིན་དང་དེ་ལས་རྒྱལ་གསུང་གི་སློབ་མ་ཆོས་མཆོག་ཡིན། ཆོས་འབྱུང་བྱིན་རྒྱན་གྱི་སློབ་མ་ཡིན། ད་དེ་ཚོ་གང་ཟག་ཡག་དག་མ་གོང་འོག་འཛོལ་འཛོལ་གྱི་ལོ་རྒྱུས་མེད་ལ། ཨ་ན་བྱ་གོ་དེ་མི་ང་ཐོག་དེ་ཚོ་ད་ཁྲིའུ་ལྟར་ལོ་ཨ་ན་མ་གི་དེ་ཨ་ཙི་ཙི་ཚི་ཆ་མཉམ་ཚོ་གཅིག་ཁ་འདུག་བཞི་བྱ་བས་དེ་གནམ་ས་མིན་གྱི་དོན་དག་ཁ་ཆེ་ཚོ་ཚོ་ག་ནས་མི་འདུག་ལ་ད་ཨ་ཙི་ཙི་ཧེ་མ་གི་ལོ་རྒྱུས་དེ་གསུང་ད་ལོ་དེ་བླ་མ་དང་སློབ་མ་འདི་ཚོ་གོང་འོག་འཛོལ།